གནམ་འོག་གི་སེམས་རྒྱུད་སེམས་སེམས་ནང་མཁན་གྱི་ཡ་ཆེན་བུ་རི་སྤུན་ཟླ་ཀོ་ཁམས་བཟང། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་བཞི་བཞི་བདུན་བོད་ཟླ་དྲུག་པའི་ཚེས་པ་བཞི་དང། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་ལོའི་ཕྱི་ཟླ་བདུན་པའི་ཚེས་པ་གཉིས་རྩ་བཞི་རེས་གཟའ་པ་སངས་རེད། ཐེངས་འདིའི་གནམ་འོག་གི་སེམས་རྒྱུད་ཚན་པའི་ཕྱི་ཚུལ་དཔྱད་བརྗོད་ལེ་ཚན་ངོ་སྤྲོད་མ་ཞུས་པའི་གོང་དུ་བོད་དོན་དང་འབྲེལ་བའི་གསར་འགྱུར་སྙིང་བསྡུས་ངོ་སྤྲོད་ཞུ་རྒྱུ་ཡིན། ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གསུམ་ཉིན་བོད་ཀྱི་བླ་ན་མེད་པའི་ཆོས་ཀྱི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཞལ་སྔ་ནས་བཞུགས་སྒར་རྒྱལ་བོའི་ཕོ་བྲང་དུ་དྲ་རྒྱའི་བརྒྱུད་ལམ་ཐོག་རྒྱ་གར་གྱི་རིགས་རྒྱུད་དུ་གཏོགས་པའི་རྒྱལ་གཅེས་སྨན་པའི་ལྷན་ཚོགས་དང་གཙུག་ལག་རམ་རྗེན་པའི་སྨན་པའི་ཤེས་ཡོན་དང་ཞིབ་འཇུག་བསྟི་གནས་ཁང། རྒྱ་གར་གྱི་ཡོ་ག་ཚོགས་པ་བཅས་ཀྱི་སྨན་པ་དང་མཁས་དབང། ཚོགས་མི་བཅས་ལ་སྨན་བཅོས་བྱེད་སྐབས། བྱམས་པ་དང་སྙིང་རྗེའི་ཉམས་ལེན་བྱེད་སྟངས་ཀྱི་འཇུག་གཞི་དང་འབྲེལ་བའི་བཀའ་ལུང་སྩལ་ཡོད་པ་བཅས་ཀྱི་གཏམ་བཟང་གནས་ཚུལ་འདུག། ྋགོང་ས་མཆོག་ནས། མཁས་དབང་རྣམ་པ་ཚོ་དང་ལྷན་བགྲོ་གླེང་བྱེད་རྒྱུའི་གོ་སྐབས་བྱུང་བར་ངོས་རང་དངོས་གནས་དྲང་ནས་དགའ་པོ་བྱུང། དུས་རབས་ཁ་ཤས་གོང་བོད་པའི་མཁས་པ་ཞིག་གིས། སངས་རྒྱས་ཀྱི་གོ་འཕང་མ་ཐོབ་བར་དུ་ང་ཚོས་རྒྱུན་དུ་སློབ་སྦྱོང་བྱེད་དགོས་ཞེས་གསུངས་ཡོད། ངོས་ཀྱིས་ཁོང་གི་གསུང་དེར་ཡིད་ཆེས་བྱེད་ཀྱི་ཡོད། ང་ཚོའི་འཕྲོད་བསྟེན་ཟེར་བ་དེས་སེམས་དང་སེམས་ཚོར། གཟུགས་པོ་བཅས་ལ་འབྲེལ་བ་ཡོད། བྱམས་བརྩེ་དང་གཞན་ཕན་གྱི་བློ་ཡོད་ན། ནང་སེམས་ལ་ཞི་བདེ་དང་བློ་གཏོད་འཕེལ་གྱི་ཡོད་པ་མ་ཟད། སེམས་བག་ཕེབས་པ་ཞིག་ཡོང་གི་ཡོད། ཐ་ན་རང་ཉིད་ལ་དཀའ་ངལ་འཕྲད་པ་དང་མི་གཞན་ཞིག་གིས་རང་ཉིད་ལ་སྐྱོན་བརྗོད་བྱེད་སྐབས། ཕ་རུ་པུ་དེ་བཀའ་དྲིན་ཆེན་པོ་དང་དགེ་རྒན་ལྟ་བུར་བརྩི་དགོས་པ་ལས་འཁོན་ལན་སློག་རྒྱུ་མེད། ཅེས་ནང་ཆོས་ཀྱི་ཉམས་ལེན་དང་འབྲེལ་བའི་ཆོས་ཀྱི་ལམ་སྟོན་ཟབ་མོ་མཛད་པ་ཞིག་གནས་ཟིན་འདུག།

ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རེས་གཟའ་ཟླ་བའི་ཉིན་དཔའ་ལྡན་སྲིད་སྐྱོང་འབུམ་རམས་པ་མཁས་དབང་བློ་བཟང་སེང་གེ་མཆོག་ནས་དབྱིན་ཡུལ་གྱི་གྲོས་ཚོགས་ཀྱི་འཐུས་མི་ཀྲོམ་དང་ཁྲིམ་རྣམ་པ་གཉིས་དང། སློབ་དཔོན་ཆེན་པོ་ཀེ་རི་བྷོ་རན། བོད་གཞུང་དབྱིན་ཡུལ་སྐུ་ཚབ་དོན་གཅོད་མཆོག་བཅས་ལྷན་རྒྱས་དྲ་ཐོག་གི་གྲོས་རེས་གླེང་མོལ་བརྒྱུད་ནས་རྒྱ་ནག་གིས་བོད་དང་ཧོང་ཀོང་གི་རང་སྐྱོང་གནས་བབ་སྤྲོད་རྒྱུར་ཁས་ལེན་བྱེད་པའི་ཁ་དན་ཚིག་ལ་མ་གནས་པའི་བྱེད་བབ་ལ་སྐྱོན་བརྗོད་སྤེལ་བར། དཔའ་བརྟན་སྲིད་སྐྱོང་མཆོག་ནས། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོར་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ཀྱི་འོག་རྒྱ་ནག་དང་བོད་བར་ཆིངས་ཡིག་དོན་ཚན་བཅུ་བདུན་བཞག་ཡོད་ཀྱང། གང་ལྟར་རྒྱ་ནག་གཞུང་གིས་བོད་ཐོག་བཞག་པའི་ཆིངས་ཡིག་དོན་ཚན་གྱི་ཆ་རྐྱེན་རྣམས་རྩིས་མེད་བཏང་བ། སྟབས་མ་ལེགས་པ་ཞིག་ལ་བོད་ལ་འཕྲད་བཞིན་པའི་དཀའ་ངལ་རྣམས་ད་ལྟ་ཧོང་ཀོང་དུ་འཕྲད་བཞིན་ཡོད་པར། ང་ཚོས་ཧོང་ཀོང་གཞུང་མང་གཉིས་ལ་གདུང་སེམས་མཉམ་སྐྱེ་ཞུ་གི་ཡོད་ཅེས་གསུངས་ཡོད་པ་བཅས་ཀྱི་གནས་ཚུལ་འདུག། བོད་མི་མང་སྤྱི་འཐུས་ཟུར་པ་དང་ཨོ་སི་ཀྲི་ལི་ཡའི་བོད་གཞུང་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་འབའ་པ་སྐལ་བཟང་རྒྱལ་མཚན་ལགས་ནས། བོད་གཞུང་གི་དྲ་རྒྱའི་ཐོག་ཏུ་ལོ་གསུམ་གྱི་ནང་ཚུད། རྒྱ་ནག་ལ་དོན་འཁྱོལ་ཆེན་པོ་ཞིག་ཡོང་རྒྱུའི་སྔ་ལྟས་ཡིན་པ་སོགས་ཀྱི་བརྗོད་གཞི་ལས་བརྩམས་ཏེ། དཔྱད་བརྗོད་རང་བཞིན་གྱི་རྩོམ་ཡིག་གལ་ཆེན་ཅིག་སྤེལ་གནང་འདུག་པས། ད་ལན་གྱི་གནམ་འོག་གི་སེམས་འགྱུའི་ཚན་པའི་སྤྱི་ཚོགས་དཔྱད་བརྗོད་ལེ་ཚན་ནང། རྩོམ་ཡིག་དེ་ངོ་སྤྲོད་ཞུ་རྒྱུ་ཡིན་པས་གཤམ་ལ་གསལ་བཤད་གནང་རོགས་གནང། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་ལོའི་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་བརྒྱད་ཉིན། སྐབས་བཅུ་གསུམ་པའི་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་ཚོགས་དུས་གསུམ་པའི་ཐོག་ཧོང་ཀོང་སྐོར་རྒྱལ་ཁབ་བདེ་འཇགས་ཁྲིམས་ལུགས་གཏན་འབེབས་བྱ་རྒྱུའི་ཁྲིམས་འཆར་ལ་འཐུས་མི་ཉིས་སྟོང་བརྒྱད་བརྒྱ་བདུན་ཅུ་དུང་བརྒྱད་ཀྱི་རྒྱབ་སྐྱོར་དང། གཅིག་གི་དགག་བྱ། འཐུས་མི་དྲུག་གིས་རྩིས་མེད་བཏང་བ་བཅས་ཆེས་མཐོ་བའི་མང་མོས་ཐག་གཅོད་བྱུང་བ་དེས་འཛམ་གླིང་ཁྱོན་ཡོངས་སུ་ཟིང་མགོ་ཆེན་པོ་ཞིག་བསླངས་ཡོད། རྒྱ་ནག་གཞུང་གི་འགྲེལ་བརྗོད་བྱེད་སྟངས་ལ་བལྟས་ན། ཐག་གཅོད་དེ་ནི་རྒྱལ་ཁབ་ཀྱི་སྐུ་དབང་ཆེ་ཤོས་ཡོད་པའི་མི་མང་འཐུས་མི་ཚོགས་ཆེན་ནས་རྒྱ་ནག་དམར་ཤོག་སྐབས་བཅུ་དགུ་པའི་ཚོགས་ཆེན་ཞེས་པའི་དགོངས་དོན་ལག་བསྟར་བྱས་པ་ཞིག་ཡིན་ལུགས་དང། དེ་ནི་རྒྱ་ནག་གི་རྩ་ཁྲིམས་དང་ཧོང་ཀོང་གཞི་རྩའི་བཅའ་ཁྲིམས་དགོངས་དོན་གཞིར་བཟུང་དུས་རབས་གསར་པའི་གནས་བབ་དང་དགོས་མཁོའི་འོག་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ཀྱི་སྒྲོམ་གཞི་མ་ལག་རྒྱུན་འཁྱོངས་དང་འཐུས་སྒོ་ཇེ་ཚང་དུ་གཏོང་ཆེད། རྒྱལ་ཁབ་རིམ་པའི་ཐོག་ནས་ཧོང་ཀོང་དམིགས་བསལ་ས་ཁུལ་དུ་རྒྱལ་ཁབ་བདེ་འཇགས་སྲུང་སྐྱོབ་བྱ་རྒྱུའི་ཁྲིམས་ཀྱི་ལམ་ལུགས་དང་ལག་བསྟར་བྱ་ཕྱོགས་གཏན་འབེབས་བྱ་རྒྱུ་གལ་ཆེ་སྲོལ་བཟང་བཏོད་ཡོད་ལུགས་བརྗོད་ཡོད། འོན་ཀྱང། ནུབ་ཕྱོགས་རང་དབང་མང་གཙོའི་རྒྱལ་ཁབ་དང་ཉམས་ཞིབ་པ་མང་ཆེ་བས་རྒྱ་ནག་གི་བྱེད་བབ་དེ་ནི་ཧོང་ཀོང་དུ་ལག་བསྟར་བྱེད་བཞིན་པའི་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ཀྱི་ཁྲིམས་སྲོལ་མཇུག་སྒྲིལ་བར་ངོས་འཛིན་བྱེད་ཀྱི་ཡོད་ལ། དེའི་རྐྱེན་གྱིས་ད་ལྟའི་ཆར། རྒྱ་ནག་དང་རང་དབང་མང་གཙོའི་རྒྱལ་ཁབ་བར་གྱི་འབྲེལ་ལམ་ཇེ་སྡུག་ཏུ་ཕྱིན་ཏེ་ཕྱོགས་ཡོངས་ནས་རྫ་དྲག་གདོང་ཐུག་གི་ངོ་བོའི་མཚམས་སུ་སླེབས་ཡོད། དང་པོ། རྒྱ་ནག་གཞུང་གིས་ཧོང་ཀོང་མི་མང་གི་མངོན་འདོད་དང་རྒྱལ་སྤྱིའི་ངོ་རྒོལ་ལ་ལྟོས་མེད་ཁྲིམས་དུ་ཨུ་ཚུགས་གཏན་འབེབས་བྱེད་དགོས་པའི་དོན་གང་ཡིན་ནམ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོའི་ཟླ་བ་བདུན་པའི་ཚེས་གཅིག་ཉིན་རྒྱ་ནག་གཞུང་གིས། ཧོང་ཀོང་གི་བདག་དབང་དབྱིན་ཇི་གཞུང་འོག་ནས་རྩིས་ལེན་བྱས་སྐབས། ཧོང་ཀོང་དང་དབྱིན་ཇི་གཞུང་གཉིས་དབར། བརྒྱད་ཅུ་གྱ་བཞི་ལོའི་ཐུན་མོང་གི་བསྒྲགས་གཏམ་གཞིར་བཟུང་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ལག་བསྟར་བྱ་རྒྱུ་ཁས་ལེན་བྱས་ཡོད་པ་ལྟར། ཧོང་ཀོང་གཞི་རྩའི་བཅའ་ཁྲིམས་དང་དེའི་བཟོ་ཡིག་གསུམ་བཅས་གཏན་འབེབས་བྱས་ཏེ་ཧོང་ཀོང་དམིགས་བསལ་ས་ཁུལ་དུ་ཚད་མཐོ་བའི་རང་སྐྱོང་ལག་བསྟར་བྱེད་འགོ་ཚུགས་པ་དང། དེའང་ཧོང་ཀོང་དུ་མ་རྩ་རིང་ལུགས་ཀྱི་ལམ་ལུགས་དང་འཚོ་བ། བྱེད་སྟངས། ལོ་ལྔ་བཅུའི་འགྱུར་བ་གཏོང་རྒྱུ་མིན་པའི་ཁས་ལེན་བྱས་ཏེ། དང་པོའི་ལོ་ཁ་ཤས་ནང་རྒྱ་ནག་དབུས་གཞུང་ནས་ས་གནས་ཀྱི་ལས་དོན་ལ་ཇུས་གཏོགས་དམིགས་བསལ་བྱས་མེད་སྟབས། ཕྱོགས་ཚང་མ། ཅུང་ཟད། བློ་བདེ་བག་ཕེབས་ངང་གནས་ཐུབ་ཡོད། འོན་ཀྱང། བོད་དང་རྒྱ་ནག་གཉིས་བར། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོར་གྲོས་མཐུན་དོན་ཚན་བཅུ་བདུན་བཞག་རྗེས་ཀྱི་གནས་ཚུལ་སྡུག་པོ་ཇེ་ཆུང་ལྟར། ཧོང་ཀོང་དུ་ཡང་རིམ་བཞིན་རྒྱ་ནག་དབུས་གཞུང་གིས་ཇུས་གཏོགས་མང་དུ་ཕྱིན་ཏེ། ཧོང་ཀོང་མང་ཚོགས་ལ་ཁྲིམས་ལྟར་གནང་བའི་རང་དབང་དམངས་གཙོའི་ལམ་ལུགས་ལ་འགྱུར་བ་གཏོང་ཐབས་ཀྱི་ལས་གཞི་གང་མང་བརྩམས་པར་བརྟེན། ཧོང་ཀོང་ས་གནས་སུ་རང་དབང་སྲུང་སྐྱོབ་ལས་འགུལ་སྤེལ་མཁན་ཇེ་མང་དུ་ཕྱིན་ཡོད། ཕྱི་ལོ་ཉིས་སྟོང་བརྒྱད་མའི་བཅོ་ལྔའི་གསུམ་ལོར་དེའི་སྐབས་ཀྱི་ཧོང་ཀོང་གཞུང་ནས་ཧོང་ཀོང་གཞི་རྩའི་བཅའ་ཁྲིམས་དོན་ཚན་ཉི་ཤུ་རྩ་གསུམ་པ་གཞིར་བཟུང། ཧོང་ཀོང་དུ་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་གཏན་འབེབས་བྱ་རྒྱུའི་ཁྲིམས་ཆད་བཏོན་པར་སྤྱི་ཚོགས་ནང་ངོ་རྒོལ་ཆེན་པོ་བྱུང་སྟེ། ལོ་དེའི་ཟླ་བ་བདུན་པའི་ཚེས་གཅིག་ཉིན་ཧོང་ཀོང་མི་མང་ཁྲི་ཚོ་ལྔ་བཅུ་ཐམ་པ་ཁྲོམ་གཞུང་དུ་ཐོན་ཏེ་ཞི་བའི་རྔམ་སྟོན་ཁྲོམ་སྐོར་ཞུ་བཞེས་སྤེལ་བ་དང། ཧོང་ཀོང་མང་ཚོགས་ནས་དོན་ཚན་ཉི་ཤུ་རྩ་གསུམ་གཏན་འབེབས་བྱུང་ན། ཧོང་ཀོང་གི་སྨྲ་བརྗོད་རང་དབང་དང་འདུ་འཛོམས་རང་དབང་སོགས་རང་དབང་མཐའ་དག་བཙན་འཕྲོག་བྱ་རྒྱུའི་ཉེན་ཁ་མཐོང་བ་དང། དེའི་རྐྱེན་གྱིས། ཁྲིམས་འཆར་དེ་སྦྱོར་བ་གཉིས་པར་འགྲོ་མ་ཐུབ་པར་ཧོང་ཀོང་གཞུང་ཕྱོགས་ནས་ཕྱིར་འཐེན་མི་བྱ་ཀ་མེད་དུ་གྱུར་ཡོད། འོན་ཀྱང་དུས་དེ་ནས་བཟུང་དོན་ཚན་ཉི་ཤུ་རྩ་གསུམ་ཞེས་པ་ཧོང་ཀོང་དུ་ཆབ་སྲིད་ཀྱི་འབྲས་ནད་ལྟ་བུ་གྱུར་ཏེ་སུས་ཀྱང་ལག་པ་འཆང་མི་ཕོད་པ་ཆགས་པ་དང། ན་ནིང་ལོར་ཧོང་ཀོང་གཞུང་ནས་ནག་ཉེས། གྱོད་ཡ་རྩིས་སྤྲོད་ཀྱིས་ཁྲིམས་གཞི་གཏན་འབེབས་བྱ་རྒྱུའི་ཁྲིམས་འཆར་བཏོན་སྐབས། དེའི་སྔོན་དུ། རྒྱ་ནག་གཞུང་ནས་ཧོང་ཀོང་གི་མི་སེར་ཐད་ཀར་འཛིན་བཟུང་བྱས་ཏེ་རྒྱ་ནག་ལ་བཙན་ཁྲིད་བཀག་ཉར་བྱས་པའི་གནས་ཚུལ་བྱུང་དང་འབྱུང་བཞིན་པར་བརྟེན། ན་ནིང་ཕྱི་ཟླ་དྲུག་པ་ནས་ད་བར་ཧོང་ཀོང་མི་མང་གིས་ལོ་གཅིག་ལྷག་རིང་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་ཆད་མེད། འཛམ་གླིང་ཧང་སངས་དགོས་པ་སྤེལ་བ་དང། རྒྱ་ནག་གཞུང་ནས་ཀྱང་ཧོང་ཀོང་དུ་ད་བར་དོན་ཚན་ཉི་ཤུ་རྩ་གསུམ་གཏན་འབེབས་མ་ཐུབ་པའི་རྐྱེན་གྱིས། ཅི་བྱ་གཏོལ་མེད་དུ་གྱུར་པ། ལྷག་པར་ཧོང་ཀོང་གི་ཆབ་སྲིད་གནས་བབ་ཟང་ཟིང་དུ་གྱུར་པ་དེའི་ཤུགས་རྐྱེན། རྒྱ་ནག་སྐམ་ས་ལ་ཡང་ཁྱབ་སྟེ། དབུས་གཞུང་གི་ཆེ་མཐོང་དང་དབང་གྲགས་ལ་གནོད་ཡོང་གི་ཡོད་སྟབས། ད་ཐེངས་ཨུ་ཚུགས་ཀྱིས་ཁྲིམས་བཞིན་དུ་གཏན་འབེབས་བྱེད་དགོས་ཆགས་ཡོད། གཉིས་པ། རྒྱ་ནག་གཞུང་གིས་ཁྲིམས་སྒྲིག་གཏན་འབེབས་ཀྱི་བརྒྱུད་ལམ་དང་ཧོང་ཀོང་བདེ་འཇགས་ཁྲིམས་ལུགས་གཏན་འབེབས་བྱེད་སྟངས། རྒྱ་ནག་མི་མང་འཐུས་མི་ཚོགས་ཆེན་ཞེས་པ། ལོ་རེའི་ཐེངས་རེར་འཚོགས་བཞིན་པ་དེར། འཐུས་མི་སྟོང་ཕྲག་མང་པོ་ཡོད་པ་དང། ད་ཆ། བརྒྱ་ཆ་བདུན་ཅུ་ལྷག། རྒྱ་ནག་གི་མཐོ་རིམ་དཔོན་རིགས་ཕུད། གཞན་མང་ཆེ་བ་རྒྱ་ནག་གི་ཁ་ལ་ཉན་མཁན་སྐུ་ཚབ་མཚོན་བྱེད་ཙམ་གྱི་མི་རིགས་དང། ལས་རིགས་ཁག་གི་འཐུས་མི་བསྐོ་གཞག་བྱས་ཡོད་སྟབས། ཚོགས་ཆེར་འཁྲབ་སྟོན་ཙམ་ལས་ཁྲིམས་བཟོའི་ལས་དོན་གང་ཡང་བྱེད་ཐུབ་ཀྱི་མེད། དེར་བརྟེན། ཁྲིམས་གང་བཟོས་དགོས་པ་རྒྱ་ནག་དམར་ཤོག་ཚོགས་པའི་དགོངས་པ་ཇི་ཡོད་ལྟར་འཐུས་མི་ཚོགས་ཆེན་ཐོག་འཁུར་ཏེ། ཚོགས་ཆེན་ཐོག་ཁྲིམས་སྒྲིག་དེ་འདྲ་ཞིག་བཟོ་ཆོག་པའི་ཐག་གཅོད་ཅིག་འཁྲབ་སྟོན་ཙམ་ལས། ཁྲིམས་ཀྱི་ནང་དོན་གང་ཡོད་པ་མི་མང་འཐུས་མི་ཚོས་ཤེས་ཀྱི་མེད། འོ་ན། ཁྲིམས་སྒྲིག་གཏན་འབེབས་བྱེད་སྟངས་ཇི་ལྟར་ཡིན་ཞེ་ན། ཁྲིམས་བཟོས་དབང་ཚད་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཁང་ཞེས་པར་ཡོད། རྒྱ་ནག་མི་མང་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཁང་ཞེས་པ་ནི་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་གྱི་རྒྱུན་གཏོའི་ལས་ཁུངས་དེ་ཡིན་ཞིང་དེར་ཚོགས་གཙོ་གཅིག་དང་ཚོགས་གཞོན་བཅུ་གསུམ་བཅས་ཁྱོན་རྒྱུན་ལས་ཐུན་མིན་བརྒྱ་དང་བདུན་ཅུ་དོ་ལྔ་ཡོད་པ་དང། རང་རེའི་བོད་མིར་མཚོན་ན། པད་མ་འཕྲིན་ལས་ཚོགས་གཙོ་གཞོན་པ་དང་གཞན་རྒྱུན་ལས་འཐུས་མི་གཉིས་ཡོད་པ་ནི་ཀུན་མཁྱེན་འཇམ་དབྱངས་བཞད་པ་བློ་བཟང་སྒྱུ་མའི་ཐུབ་བསྟན་ཆོས་ཀྱི་ཉི་མ་མཆོག་དང་བློ་བཟང་རྒྱལ་མཚན་རྣམ་གཉིས་ཆགས་ཡོད། རྒྱུན་ལས་ལྷན་ཁང་དེའི་འོག་ཚོགས་ཆུང་འགྲན་མེད་ཡོད་ཅིང། དེར། རྒྱ་ནག་གི་ཁྲིམས་སྒྲིག་ཁག་ལ་འགྲེལ་བཤད་དང་ཁྲིམས་བཟོས་དབང་ཚད་ཆ་ཚང་ཡོད་པའི་ཁྲིམས་བཟོ་ལྷན་ཁང་ངོ་མ་དེ་ཆགས་ཡོད། དེར་བརྟེན། ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་གཉིས་ཉིན། རྒྱ་ནག་གི་ཚོགས་ཆེན་གཉིས་ཚོགས་སྐབས། རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་རྒྱུན་ལས་ལྷན་ཁང་གིས། ཁྲིམས་བཟོ་ཚོགས་ཆུང་ནས་ཧོང་ཀོང་སྐོར་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་གཏན་འབེབས་བྱ་རྒྱུའི་ཁྲིམས་ཆེར་འཁུར་བ་དང། ཁྲིམས་ཆེར་གཏན་འབེབས་དེའི་དོན་ཚན་དྲུག་པའི་ནང། རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཁང་ལ་ཧོང་ཀོང་གི་རྒྱལ་ཁབ་བདེ་འཇགས་ཁྲིམས་ལུགས་གཏན་འབེབས་བྱ་རྒྱུའི་སྐུ་དབང་འཕུར་ཞེས་གསལ་ཡོད། ལར་ནས། རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཁང་གིས་ཁྲིམས་སྒྲིག་གཏན་འབེབས་བྱེད་སྟངས་ཇི་ལྟར་ཡིན་ཞེ་ན། རྒྱུན་ལས་ལྷན་ཁང་དེས་ནམ་རྒྱུན་ཟླ་བ་གཉིས་རེའི་མཚམས་ཚོགས་ཆེན་ཐེངས་རེ་འཚོགས་བཞིན་པ་དང། དེའང་རྟག་པར་འཆར་ཟླའི་ནང་འཚོགས་རྒྱུའི་ལུགས་སྲོལ་ཞིག་ཆགས་ཡོད། ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་བརྒྱད་ཉིན། སྐབས་བཅུ་གསུམ་པའི་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་ཚོགས་ཆེན་གསུམ་པའི་ཐོག། ཧོང་ཀོང་སྐོར་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་གཏན་འབེབས་བྱ་རྒྱུའི་ཐག་གཅོད་བྱུང་རྗེས། ཕྱི་ཟླ་དྲུག་པའི་ཚེས་བཅོ་བརྒྱད་ནས་ཉི་ཤུ་བར་རྒྱུན་ལས་ཚོགས་ཆེན་སྐོང་འཚོགས་བྱ་རྒྱུའི་གསལ་བསྒྲགས་སྤེལ་ཡོད་ཀྱང། ཐོག་མའི་གསལ་བསྒྲགས་ཀྱི་ལས་རམ་དུ་ཧོང་ཀོང་བདེ་འཇགས་ཀྱི་ཁྲིམས་ལུགས་གཏན་འབེབས་བྱ་རྒྱུ་སྐོར་གསལ་མེད། ཡིན་ན་ཡང། རྒྱ་ནག་གི་ཕྱི་སྲིད་དཔོན་ཆིན་ཡཱང་ཅི་ཁྲེན་དང། ཨ་རིའི་ཕྱི་སྲིད་བློན་ཆེན་གཉིས་དབར་ཕྱི་ཚེས་བཅུ་བདུན་ཉིན་ཨ་རིའི Harvard ས་ཁུལ་གྱི་དམག་སྒར་དུ། ཆེས་གསང་བ་ལྟ་བུའི་ཐུག་འཕྲད་བྱས་པ་དེར་དམིགས་བསལ་གྲུབ་འབྲས་ཐོན་མེད་སྟབས་ཧོང་ཀོང་བདེ་འཇགས་ཁྲིམས་ལུགས་སྐོར་གློ་བུར་དུ་ཚོགས་འདུའི་ལས་རམ་དུ་བསྣན་ཡོད་པ་དང་རྒྱུན་ལས་ཚོགས་འདུ་དེ་ག་རང་ཐོག་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་བརྒྱད་ནས་སུམ་ཅུ་བར་རྒྱུན་ལས་ཚོགས་ཆེན་འཕར་མ་འཚོགས་རྒྱུའི་ཐག་གཅོད་བྱས་ཏེ། ད་ཐེངས་ཁྲིམས་ཤིང་འདི་གཏན་འབེབས་བྱས་པ་ཞིག་རེད། དེ་ཡང། རྒྱ་ནག་གཞུང་གི་གསལ་བསྒྲགས་སྤེལ་སྟངས་ལ་བལྟས་ན། རྒྱུན་ལས་ཚོགས་ཆེར་བར་བརྒྱ་དང་དྲུག་ཅུ་རེ་གཉིས་ཡོད་པ་སྤྱི་མོས་ཐོག་ཐག་གཅོད་བྱས་པ་དང་དུས་ཚོད་སྐར་མ་བཅུ་གསུམ་རིང། གཏན་ཕབ་བྱེད་ལུགས་བརྗོད་པར་གཞིགས་ན། ཁྲིམས་ལུགས་གཏན་ཕབ་ལ་བརྗོད་པ་དང་པོ་དང། གཉིས་པ། གསུམ་པ་བཅས་བརྒྱུད་རིམ་གང་ཡང་མེད་པར་དམར་ཤོག་ཚོགས་པ་ནས་གང་གཏན་ཕབ་བྱེད་པ་ཞིབ་ཀློག་དང་བགྲོ་གླེང་གི་གོ་སྐབས་ཙམ་ཡང་མེད་པ་ཧ་ཅང་གསལ་བོ་རེད་འདུག་གསུམ་པ། ཁྲིམས་ལུགས་དེས་ཧོང་ཀོང་གཞི་རྩའི་བཅའ་ཁྲིམས་ཀྱི་དོན་ཚན་ཉི་ཤུ་རྩ་གསུམ་དང་ཟུར་ཡིག་གསུམ་བར་གྱི་འབྲེལ་བ་ཇི་ལྟར་ཆགས། ཧོང་ཀོང་གཞི་རྩའི་བཅའ་ཁྲིམས་དོན་ཚན་ཉི་ཤུ་རྩ་གསུམ་ནང། ཧོང་ཀོང་རང་ངོས་ནས་ཁྲིམས་ལུགས་གཏན་ཕབ་བྱས་ཏེ་མི་སུ་ཞིག་ནས་རྒྱལ་ཁབ་ལ་ངོ་ལོག་བྱས་པའམ་རྒྱལ་ཁབ་ཁ་བྲལ་གཏོང་བ། ཟིང་འཁྲུག་སྐུལ་སློང་བྱས་པ། རྒྱ་ནག་དབུས་གཞུང་མགོ་རྟིང་སློག་པ། རྒྱལ་ཁབ་ཀྱི་གསང་བ་རྐུ་འཁྱེར་བྱས་པའི་བྱ་སྤྱོད་བཀག་འགོག་བྱེད་དགོས་ཞེས་དང། ཕྱི་རྒྱལ་གྱི་ཆབ་སྲིད་རང་བཞིན་གྱི་སྒྲིག་འཛུགས་དང་ཚོགས་པས་ཧོང་ཀོང་དུ་ལས་འགུལ་སྤེལ་བར་བཀག་འགོག་བྱེད་དགོས། ཧོང་ཀོང་གི་ཆབ་སྲིད་རང་བཞིན་གྱི་སྒྲིག་འཛུགས་དང་ཚོགས་པས་ཕྱི་རྒྱལ་གྱི་ཆབ་སྲིད་རང་བཞིན་གྱི་སྒྲིག་འཛུགས་དང་ཚོགས་པར་འབྲེལ་ལམ་བཙུགས་པར་བཀག་འགོག་བྱེད་དགོས་ཞེས་གསལ་ཡོད། དོན་ཚན་ཉི་ཤུ་རྩ་གསུམ་པས། ཧོང་ཀོང་རང་ངོས་ནས་ཁྲིམས་ལུགས་གཏན་འབེབས་བྱེད་དགོས་ཞེས་བཀོད་པའི་རྒྱུ་མཚན་གཙོ་བོ་ནི། ཧོང་ཀོང་དང་རྒྱ་ནག་སྐམ་སའི་བར་གྱི་ཁྲིམས་འཛིན་གྱི་མ་ལག་གཅིག་མཚུངས་མེད་པའི་རྐྱེན་གྱིས་ཡིན་འདུག་ཅིང། དཔེར་ན། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་སྤྱི་ཆིངས་ལྟ་བུར་མཚོན་ན་ཧོང་ཀོང་གིས་བརྩི་སྲུང་ཞུ་བཞིན་ཡོད་ཀྱང་རྒྱ་ནག་སྐམ་ས་ནས་དེར་ཁས་ལེན་བྱེད་ཀྱི་མེད། དེར་བརྟེན། ད་ཆ་རྒྱ་ནག་སྐམ་ས་རུ་ལག་བསྟར་བྱེད་བཞིན་པའི་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་དེས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་སྤྱི་ཆིངས་ལ་བརྩི་སྲུང་ཞུ་གི་མེད། དེ་དང་གཅིག་མཚུངས། ད་ཐེངས་རྒྱ་ནག་དབུས་གཞུང་ནས་ཧོང་ཀོང་གི་རྒྱལ་ཁབ་བདེ་འཇགས་ཁྲིམས་ལུགས་གཏན་འབེབས་བྱས་པ་དེས་རྒྱ་ནག་སྐམ་ས་ནས་བྱེད་སྟངས་གང་ཡིན་པ་ཧོང་ཀོང་དུ་སྤོས་ཏེ། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་སྤྱི་ཆིངས་ལ་བརྩི་སྲུང་ཞུ་དགོས་ཀྱི་མེད་ལ། དེས་ཧོང་ཀོང་གི་གཞི་རྩའི་བཅའ་ཁྲིམས་དོན་ཚན་ཉི་ཤུ་རྩ་གསུམ་པ་དང་འགལ་ཟླ་ཆགས་ཀྱི་ཡོད་པ་ཧ་ཅང་གསལ་བོ་ཡིན། འོན་ཀྱང། པེ་ཅིན་དང། དེའི་ཕྱོགས་གཏོགས་པ་ཚོས། གཞི་རྩའི་བཅའ་ཁྲིམས་དོན་ཚན་ཉི་ཤུ་རྩ་གསུམ་པས་རང་ངོས་ནས་ཁྲིམས་ལུགས་གཏན་འབེབས་བྱེད་དགོས་ཞེས་གསལ་ཡོད་ཀྱང། དེས་ངེས་པར་དུ་ཧོང་ཀོང་རང་ནས་བཟོ་དགོས་པ་དང། དབུས་གཞུང་ནས་རོགས་པ་བྱས་ཏེ་བཟོ་མི་ཆོག་པ་སྲེད་མེད་ཀྱིས་སྙན་ཞུ་བྱེད་ཀྱི་ཡོད། དེར་བརྟེན་ཧོང་ཀོང་གི་རྒྱལ་ཁབ་བདེ་འཇགས་ཁྲིམས་ལུགས་དེ་ད་ཆ། ཧོང་ཀོང་གཞི་རྩའི་བཅའ་ཁྲིམས་ཀྱི་ཟུར་གཞི་གསུམ་པའི་འོག་ཏུ་བཅུག་ཟིན། འོ་ན། ཧོང་ཀོང་གཞི་རྩའི་བཅའ་ཁྲིམས་ཀྱི་ཟུར་ཡིག་གསུམ་ཞེས་པ་གང་རེད་བརྗོད་ན། ཟུར་ཡིག་དང་པོ་དང་གཉིས་པ། རྗེས་ལ་འགྲེལ་བརྗོད་བྱ་རྒྱུ་དང། དང་པོ། ཟུར་ཡིག་གསུམ་པའི་སྐོར་ཏོག་ཙམ་བརྗོད་ན། ཟུར་ཡིག་གསུམ་པ་ནི། རྒྱ་ནག་རྒྱལ་ཡོངས་ཀྱི་ཁྲིམས་ལུགས་དང། གྲོས་ཆོད། ཧོང་ཀོང་དུ་གཅིག་གྱུར་ལག་བསྟར་བྱེད་དགོས་པ་ཁག་ཆགས་ཀྱི་ཡོད། ད་ལྟའི་ཆར། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས་དང་རྒྱལ་ལོ་རྒྱལ་གླུ་རྒྱལ་དར་སྐོར་གྱི་གྲོས་ཆོད། གཉིས་པ།

རྒྱ་མཚོ་ལས་འགྱངས་པའི་སྐམ་སའི་སྐོར་གྱི་ཁྲིམས་ལུགས། བཅུ་གཉིས་པ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཏུ་ཕྱི་རྒྱལ་དབུས་དངུལ་ཁང་གིས་རྒྱུ་ནོར་ཁྲིམས་ཐོ་ལག་བསྟར་གུ་ཡངས་གཏོང་ཐབས་སྐོར་གྱི་ཁྲིམས་ལུགས། བཅུ་གསུམ་པ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་གླུའི་སྐོར་གྱི་ཁྲིམས་ལུགས། བཅས། ཁྲིམས་སྒྲིག་དང་སྲོལ་ཡིག་གྲོས་ཆོད་བཅས་ཁག་བཅུ་གསུམ་ཙམ་ཡོད་པ་ཚང་མ་ཕྱི་འབྲེལ་དང། རྒྱལ་སྲུང་དང་འབྲེལ་བ་ཆགས་ཀྱི་ཡོད་པ་དང། རྒྱལ་ཁབ་རིམ་པའི་ཁྲིམས་བཟོ་ཆགས་ཀྱི་ཡོད། ཧོང་ཀོང་གཞི་རྩའི་བཅའ་ཁྲིམས་དོན་ཚན་བཅོ་བརྒྱད་པའི་ནང། རྒྱ་ནག་མི་མང་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཁང་ནི་དེའི་ཁྱབ་ཁོངས་ཧོང་ཀོང་གཞི་རྩའི་བཅའ་ཁྲིམས་ལྷན་ཁང་དང། ཧོང་ཀོང་དམིགས་བསལ་ས་ཁུལ་གྱི་འཛིན་སྐྱོང་གཞུང་དང་གོ་བསྡུར་གྱིས། ཟུར་ཡིག་གསུམ་པའི་ནང་འཁོད་པའི་ཁྲིམས་ལུགས་ཁག་ལ་སྣོན་འཕྲི་བྱ་ཆོག། འོན་ཀྱང། ཟུར་ཡིག་གསུམ་པར་འཁོད་པའི་ཁྲིམས་ཡིག་གང་ཞིག་ངེས་པར་དུ་རྒྱལ་སྲུང་དང་ཕྱི་འབྲེལ། གཞན། ཧོང་ཀོང་གཞི་རྩའི་བཅའ་ཁྲིམས་གཏན་འབེབས་རང་སྐྱོང་ཁྱབ་ཁོངས་མིན་པའི་ཁྲིམས་ལུགས་ཤིག་ཡིན་དགོས་ཞེས་གསལ་ཡོད། དེར་བརྟེན། ད་ཐེངས་རྒྱ་ནག་གཞུང་གིས་ཧོང་ཀོང་བདེ་འཇགས་ཀྱི་ཁྲིམས་ལུགས་སྲོལ་ཡིག་གསུམ་པའི་ནང་བསྣན་པ་དེ་ཧོང་ཀོང་གཞི་རྩའི་བཅའ་ཁྲིམས་དང་འགལ་གྱི་ཡོད། གཞན་སྲོལ་ཡིག་དང་པོ་ནི། ཧོང་ཀོང་དམིགས་བསལ་ས་ཁུལ་གྱི་འཛིན་སྐྱོང་འགན་འཛིན་འདེམས་བསྐོ་བྱ་རྒྱུའི་སྐོར་ཡིན་ཅིང། ད་ལྟའི་ཆར་ཧོང་ཀོང་དམིགས་བསལ་ས་ཁུལ་གྱི་འཛིན་སྐྱོང་འགན་འཛིན་འདེམས་བསྐོ་བྱེད་སྟངས་ནི། མི་ངོ། ཆིག་སྟོང་ཉིས་བརྒྱ་ལས་གྲོལ་བའི་འོས་བསྡུ་ལྷན་ཁང་ཞིག་བསྐོ་འཛུགས་བྱས་ཏེ། དང་པོ། བཟོ་ཚོང་དང་དངུལ་ཁང་ལས་རིགས་ནས་སྐུ་ཚབ་སུམ་བརྒྱ། གཉིས་པ། ཆེད་ལས་ལས་རིགས་ནས་སྐུ་ཚབ་སུམ་བརྒྱ། གསུམ་པ། ངལ་རྩོལ་དང་སྤྱི་ཚོགས་ཞབས་ཞུ། ཆོས་ལུགས་ལས་རིགས་ནས་སྐུ་ཚབ་སུམ་བརྒྱ། བཞི་པ། ཧོང་ཀོང་ཁྲོམ་བཟོ་ལྷན་ཁང་དང་ཧོང་ཀོང་ས་གནས་གྲོས་ཚོགས་ཀྱི་འཐུས་མི། གྲོང་སྡེ་ལྷན་ཁང་གི་འཐུས་མི། ཧོང་ཀོང་དམིགས་བསལ་ས་ཁུལ་གྱི་རྒྱལ་ཡོངས་གྲོས་ཚོགས་འཐུས་མི། ཧོང་ཀོང་དམིགས་བསལ་ས་ཁུལ་གྱི་རྒྱལ་ཡོངས་སྲིད་གྲོས་ཁང་གི་འཐུས་མི་བཅས་ནས་སྐུ་ཚབ་སུམ་བརྒྱ་ཆེད་འཐུས་མི། ཆིག་སྟོང་ཉིས་བརྒྱ་ལས་གྲོལ་བའི་འོས་བསྡུ་ལྷན་ཁང་དེས་ཧོང་ཀོང་དམིགས་བསལ་ས་ཁུལ་གྱི་འཛིན་སྐྱོང་འགན་འཛིན་འོས་བསྡུ་བྱེད་ཀྱི་ཡོད་ལ། འོས་བསྡུ་བྱེད་སྟངས་དེ་ཡང་འོས་བསྡུ་ལྷན་ཁང་གི་འཐུས་མི། བརྒྱ་དང་ལྔ་བཅུ་རེས་འོས་བཞི་རེ་འདོན་ཆོག་ལ། འོས་མི་རེ་ནས་འོས་གཅིག་རེ་མ་གཏོགས་འཕེན་མི་ཆོག་དེ་ནས། འོས་གྲངས་མཐོ་ཤོས་ཐོབ་པ་དེར་རྒྱ་ནག་གི་སྲིད་འཛིན་ནས་བསྐོ་བཞག་བྱེད་ཀྱི་ཡོད། གང་ལྟར། ད་ལྟའི་བར་ལས་རིགས་དེ་དག་ཁྲོད་དུ་མང་ཆེ་བ་རྒྱ་ནག་དམར་ཤོག་དང་འབྲེལ་བ་གཏིང་ཟབ་མོ་ཡོད་པའི་འཐུས་མི་ཤ་སྟག་འདེམས་ཀྱི་ཡོད་སྟབས། འཛིན་སྐྱོང་འགན་འཛིན་གྱི་མི་འགྲོ་ཚང་མ་རྒྱ་ནག་གཞུང་གི་འདོད་མོས་ལྟར་འདེམས་བསྐོ་བྱེད་ཐུབ་ཀྱི་ཡོད། ཟུར་ཡིག་གཉིས་པ་ནི། ཧོང་ཀོང་ཁྲིམས་བཟོ་ལྷན་ཁང་གི་འཐུས་མི་འདེམས་ཕྱོགས་སྐོར་ཡིན་ཞིང། ད་ལྟའི་ཆར་ཧོང་ཀོང་གྲོས་ཚོགས་ལ་ཁྱོན་འཐུས་མི་བདུན་ཅུ་ཡོད་པ་དང་དེའི་ནང་ནས་ཧོང་ཀོང་གི་ལས་རིགས་ཁག་ནས་འཐུས་མི་སུམ་ཅུ་སོ་ལྔ་དང། གཞན་འཐུས་མི་སུམ་ཅུ་སོ་ལྔ། ས་གནས་ཁག་དགོས་མི་མང་གིས་ཐད་ཀར་འོས་འདེམས་བྱེད་ཀྱི་ཡོད། དེའང་ཧོང་ཀོང་གཞི་རྩའི་བཅའ་ཁྲིམས་ནང་དུ། ཉིས་སྟོང་བརྒྱད་མའི་ཅུ་མེ་བདུན་ལོའི་རྗེས་ཧོང་ཀོང་དམིགས་བསལ་ས་ཁུལ་གྱི་འཛིན་སྐྱོང་འགན་འཛིན་དང་ཁྲིམས་བཟོ་ལྷན་ཁང་གི་འཐུས་མིའི་འོས་འདེམས་བྱ་ཕྱོགས་ལ་འགྱུར་བ་གཏོང་ཆོག་པ་གསལ་ཡོད་པ་དང། རྒྱ་ནག་གཞུང་ནས་ཀྱང་འོས་བསྡུ་ལམ་ལུགས་རིམ་བཞིན་མི་མང་གིས་ཐད་ཀར་འོས་འདེམས་བྱ་ཆོག་པའི་ཁས་ལེན་བྱས་ཡོད་སྟབས་ཕྱི་ལོ་ཉིས་སྟོང་བརྒྱད་པའི་བཅུ་མེ་བཞི་ཙམ་ནས་བཟུང་དེ་དོན་ལག་བསྟར་དགོས་པའི་གླེང་སློང་ཤུགས་ཆེར་བྱུང་བ་དང། ལྷག་པར། ཕྱི་ལོ་ཉིས་སྟོང་བརྒྱད་པའི་བཅུ་མེ་བདུན་དང། ཕྱི་ལོ་ཉིས་སྟོང་བརྒྱད་པའི་བཅུ་མེ་བརྒྱད་ལོའི་འོས་བསྡུའི་སྐབས་དེ་ལྟར་ལག་བསྟར་བྱ་རྒྱུའི་ལས་འགུལ་རིམ་པར་སྤེལ་ཡོད། འོན་ཀྱང་དེ་དུས། རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཚོགས་ནས་ཧོང་ཀོང་གཞི་རྩའི་བཅའ་ཁྲིམས་ཀྱི་ཟུར་ཡིག་དང་པོ་དང་གཉིས་པར། འགྲེལ་བཤད་ཀྱི་སྐུ་དབང་བེད་སྤྱོད་བཏང་སྟེ། ཧོང་ཀོང་གི་འོས་བསྡུ་ལམ་ལུགས་ལ་འགྱུར་བ་གཏོང་དགོས་ན། ཁྲིམས་བཟོ་ལྷན་ཁང་གི་འཐུས་མི་སུམ་ཆ་གཉིས་ཀྱི་མོས་མཐུན་རྒྱབ་སྐྱོར་ཐོག་ཧོང་ཀོང་འཛིན་སྐྱོང་འགན་འཛིན་མོས་མཐུན་དགོས་པ་དང། ད་དུང། ཧོང་ཀོང་འཛིན་སྐྱོང་འགན་འཛིན་ནི། རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཚོགས་ལ་ཆོག་མཆན་བཀའ་འཁྲོལ་ཞུ་དགོས་ཞེས་འགྲེལ་བརྗོད་བྱས་ཏེ། ཕྱི་ལོ་ཉིས་སྟོང་བརྒྱད་མའི་བཅུ་མའི་བདུན་དང། ཕྱི་ལོ་ཉིས་སྟོང་བརྒྱད་མའི་བཅུ་མའི་བརྒྱད་ལོའི་འོས་བསྡུ་དེར་མི་དམངས་ཀྱི་ཐད་ཀའི་འོས་འདམ་བྱ་རྒྱུའི་གོ་སྐབས་མེད་པར་བཟོས་པ་རེད། དེའི་རྐྱེན་གྱིས་ཧོང་ཀོང་མི་དམངས་ནས་ཧོང་ཀོང་རྒྱ་གཞུང་གིས་རྩིས་ལེན་བྱས་པའི་ཟླ་བ་བདུན་པའི་ཚེས་གཅིག་ཉིན་མོར་ཚང་མ་ཁྲོམ་གཞུང་ཐོག་ཐོན་ཏེ་རང་དབང་འཐབ་རྩོད་ཀྱི་ལས་འགུལ་གཞི་རྒྱ་ཆེ་རུ་འགྲོ་ཡོད། ཕྱི་ལོ་ཉིས་སྟོང་བརྒྱད་མའི་བཅུ་མའི་བདུན་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ཉིན་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཚོགས་ནས་ཧོང་ཀོང་དམིགས་བསལ་ས་ཁུལ་གྱི་ཕྱི་ལོ་ཉིས་སྟོང་བརྒྱད་པའི་བཅུ་གཉིས་ལོའི་འཛིན་སྐྱོང་འགན་འཛིན་དང། ཁྲིམས་བཟོའི་འཐུས་མི་ཐད་ཀར་འོས་འདེམས་བྱ་ཕྱོགས་ཀྱི་ཐག་གཅོད་ཅེས་པ་ལྕི་མོའི་ཐག་གཅོད་བྱུང་སྟེ། ཧོང་ཀོང་ནས་ཕྱི་ལོ་ཉིས་སྟོང་བརྒྱད་པའི་བཅུ་བདུན་ལོར་འཛིན་སྐྱོང་འགན་འཛིན་ཐད་ཀར་མི་མང་གིས་འོས་འདམ་བྱས་ཆོག་པ་དང། ཕྱི་ལོ་ཉིས་སྟོང་བརྒྱད་པའི་ཉི་ཤུ་ལོར་ཁྲིམས་བཟོ་ལྷན་ཁང་གི་འཐུས་མིའང་ཐད་ཀར་མི་མང་གིས་འོས་འདེམས་བྱས་ཆོག་ཅེས་གཏན་འབེབས་ཞུས། གཏན་ཕབ་དེར་རྒྱལ་སྤྱིའི་ཐོག་དང་ཧོང་ཀོང་མི་མང་ནས་དོགས་པ་གང་འཚམ་བསལ་ཡོད་ཀྱང་གང་ལྟར་བཟང་ཕྱོགས་ཀྱི་འགྱུར་བར་ངོས་འཛིན་གནང་མཁན་མང་པོ་བྱུང་ཡོད། དེ་ནས། ཕྱི་ལོ་ཉིས་སྟོང་བརྒྱད་མའི་བཅུ་བདུན་ལོར་སླེབས་སྐབས་རྒྱ་ནག་གི་གནས་ཚུལ་ཕྱོགས་ཡོངས་ནས་གཡོ་ཐལ་མཁྲེགས་བཟུང་སྡུག་ཏུ་ཕྱིན་ཡོད་པ་དང་ཧོང་ཀོང་འཛིན་སྐྱོང་འགན་འཛིན་འོས་བསྡུ་བྱ་ཕྱོགས་དེ་ཡང་ཕྱི་ལོ་ཉིས་སྟོང་བརྒྱད་མའི་བཅུ་མའི་བདུན་ལོའི་གཏན་ཕབ་ལྟར་ལག་བསྟར་བྱེད་མ་བཅུག་པར་འགོག་རྐྱེན་འདྲ་མིན་བཟོས་པ་དང། དེའི་རྐྱེན་གྱིས་གནས་ཚུལ་ཇེ་སྡུག་ཏུ་ཕྱིན་ཏེ་ཧོང་ཀོང་མི་མང་གི་ངོ་རྒོལ་གྱི་ལས་འགུལ་ཡང་ཤུགས་ཆེ་རུ་ཕྱིན་པས་རྒྱ་ནག་དབུས་གཞུང་གིས་ཁས་ལེན་བྱས་པའི་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ཞེས་པའི་ཆབ་སྲིད་ཀྱི་ཁོར་ཡུག་རྨང་ནས་བཤིག་འགྲོ་གི་ཡོད། ཧོང་ཀོང་མི་མང་ནས་ཀྱང་རྒྱ་ནག་གཞུང་དང་ཡུན་རིང་འཐབ་རྩོད་ཀྱི་བརྒྱུད་རིམ་ཁྲོད་རྒྱ་ནག་དམར་པོའི་གཞུང་ལ་ངོས་འཛིན་བྱེད་སེལ་དང་ཆབ་སྲིད་ཀྱི་གོ་རྟོགས་ཡང་མཐོ་རུ་ཕྱིན་ཏེ་སྔོན་མ་ཁྲོམ་གཞུང་ཐོག་རང་དབང་འཐབ་རྩོད་ཀྱི་ལས་འགུལ་ཤུགས་ཆེ་སྤེལ་བ་དེས་ཁྱབ་བསྒྲགས་ཆེན་པོ་འགྲོ་བཞིན་ཡོད་ཀྱང། ཆབ་སྲིད་སྡིངས་ཆའི་ཐོག་རྐུབ་སྟེགས་སིམ་མ་ཐུབ་ན་ཡོངས་རྫོགས་རྒྱ་ནག་གཞུང་ཕྱོགས་དང་ཐག་ཉེ་ཡོད་པའི་གང་ཟག་ཚོས་ཟིན་ཏེ་མང་ཚོགས་ཀྱི་མངོན་འདོད་གང་ཡོད་པ་ཁྲིམས་ཐོག་ནས་འགྱུར་བ་གཏོང་མི་ཐུབ་པ་ཧ་ཅང་གསལ་བོ་ར་འཕྲོད་བྱུང་བར་བརྟེན། ཕྱི་ལོ་ཉིས་སྟོང་བརྒྱད་མའི་བཅུ་བཞི་ལོའི་ཆར་གདུགས་གསར་བརྗེའི་ལས་འགུལ་སྤེལ་བ་ནས་བཟུང་རང་དབང་དམངས་གཙོའི་འཐབ་རྩོད་པ་ཚོས་ཆབ་སྲིད་ཀྱི་སྡིངས་ཆ་ཟིན་དགོས་པ་གལ་ཆེར་བརྩིས་ཏེ། ཕྱི་ལོ་ཉིས་སྟོང་བརྒྱད་མའི་བཅུ་དྲུག་ལོའི་ཧོང་ཀོང་གི་ཁྲིམས་བཟོ་ལྷན་ཁང་གི་འཐུས་མིའི་འོས་བསྡུ་སྐབས་རང་དབང་མང་གཙོའི་ཕྱོགས་ནས་འོས་གྲངས་ཉི་ཤུ་རྩ་དགུ་ཐོབ་པ་མ་ཟད། གཞོན་སྐྱེས་མང་པོར་གྲོས་ཚོགས་འཐུས་མིར་འདེམས་ཐོན་བྱུང་ཡང། དེའི་རྗེས་ཀྱི་རྙོག་ཟིང་མང་པོར་རྒྱ་ནག་དབུས་གཞུང་གི་ཐེ་ཇུས་འོག་གྲོས་ཚོགས་འཐུས་མི་དྲུག་ཙམ་འོས་ཆོས་མི་ཚང་བར་གསལ་བསྒྲགས་སྤེལ་བ་སོགས་ཧོང་ཀོང་གི་ཆབ་སྲིད་གནས་བབ་དེ་བས་རྙོག་ཟིང་དུ་ལྷུང་ཡོད། ཕྱི་ལོ་ཉིས་སྟོང་བརྒྱད་མའི་བཅུ་དགུ་ལོའི་ཕྱི་ཟླ་བཅུ་དྲུག་པའི་ཚེས་ཉི་ཤུ་བཞི་ཉིན་ཧོང་ཀོང་ས་གནས་འཐུས་ཚོགས་ཀྱི་འོས་བསྡུ་ཆེན་མོའི་ཁྲོད། ཧོང་ཀོང་མི་མང་ས་ཡ་གསུམ་ལྷག་གིས་འོས་བསྡུའི་འཆར་གཞི་ལེན་ཏེ། ཁྱོན་ས་ཁུལ་ཁག་བཅོ་བརྒྱད་ཀྱི་ས་གནས་འཐུས་མི་བཞི་བརྒྱ་ལྔ་བཅུ་ང་གཉིས་འོས་འདེམས་བྱེད་དགོས་པར། རང་དབང་དམངས་གཙོའི་ཕྱོགས་ནས་འོས་གྲངས་སུམ་བརྒྱ་བརྒྱད་ཅུ་གྱ་དགུ་ཐོབ་པ་དང། རྒྱ་ནག་གཞུང་དང་ཐག་ཉེ་བའི་ཕྱོགས་ལ་འོས་གྲངས་ལྔ་བཅུ་ང་བརྒྱད་ལས་མ་ཐོབ་པའི་རྒྱལ་ཁ་ཆེན་པོ་ཐོབ་ཡོད། རྩ་བའི་ཧོང་ཀོང་ས་གནས་མཐུན་ཚོགས་ལ་ཁྱོན། ཐུན་མོན་གཞི་རྒྱ་བདུན་ཅུ་དོང་དགུ་ཡོད་པ་དང། དེའི་ནང་ནས་གཞི་རྒྱ་ལྔ་བཅུ་ང་གཉིས་མི་མང་གི་ཐད་ཀར་འོས་འདམས་དང། ཉི་ཤུ་རྩ་བདུན་ལས་རིགས་ཁག་གི་ཐད་བསྐོས་འཐུས་མི་ཆགས་ཡོད། ཧོང་ཀོང་ས་གནས་མཐུན་ཚོགས་ཀྱི་འཐུས་མི་གྲུབ་ཆར་འགྱུར་བ་ཆེན་པོ་ཐེབས་པ་དེས་ཧོང་ཀོང་ཁྲིམས་བཟོ་ལྷན་ཁང་གི་འཐུས་མི་དང་འཛིན་སྐྱོང་འགན་འཛིན་འདེམས་རྒྱུ་ལ་ཡང་འགྱུར་བ་ཆེན་པོ་ཐེབས་རྒྱུའི་ཤུགས་རྐྱེན་སླེབས་ཡོད། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་ལོའི་ཟླ་བ་དྲུག་པའི་ཚེས་བཅུ་ཉིན་ཧོང་ཀོང་དམིགས་བསལ་ས་ཁུལ་གཞུང་ནས་ཧོང་ཀོང་སྐབས་བདུན་པའི་ཁྲིམས་བཟོ་ལྷན་ཁང་གི་འཐུས་མིའི་འོས་བསྡུ། ཕྱི་ཟླ་དགུ་པའི་ཚེས་དྲུག་ཉིན་གནང་གཏན་འཁེལ་བ་དང་འོས་གཞིར་ཞུགས་རྒྱུའི་ཐོ་འགོད་དུས་ཚོད་ཕྱི་ཟླ་བདུན་པའི་ཚེས་བཅོ་བརྒྱད་ནས་སུམ་ཅུ་སོ་གཅིག་བར་གཏན་འཁེལ་བྱུང་བའི་གསལ་བསྒྲགས་སྤེལ་འདུག་གོང་དུ་བཀོད་པ་ལྟར་ཧོང་ཀོང། ཁྲིམས་བཟོ་ལྷན་ཁང་ལ་གྲོས་ཚོགས་འཐུས་མི་བདུན་ཅུ་ཡོད་པའི་ཁོངས། སུམ་ཅུ་སོ་ལྔ་མི་མང་གི་ཐད་ཀར་འོས་འདེམས་དང། སུམ་ཅུ་སོ་ལྔ་ལས་རིགས་ཁག་ནས་འོས་འདེམས་བྱེད་དགོས་པ་ལྟར། ལས་རིགས་ཁག་གི་འོས་འདམ་བྱ་རྒྱུའི་འཐུས་མི་ནང། དྲུག། ས་གནས་འཐུས་ཚོགས་ཀྱི་འཐུས་མིའི་འོས་འདམ་བྱ་དགོས་ཀྱི་ཡོད་སྟབས། མ་འོངས་པར། ཧོང་ཀོང་ཁྲིམས་བཟོ་ལྷན་ཁང་གི་འཐུས་མི་མི་མང་ནས་ཐད་ཀར་འོས་འདམ་བྱེད་དགོས་པ། སུམ་ཅུ་སོ་ལྔ་ཆ་ཚང་དང་དེའི་སྒང་ལ་ས་གནས་འཐུས་མི་ནས་འོས་འདམ་བྱེད་དགོས་པ་དྲུག། གཞན་ཡང་དེ་ལས་མང་བ་རང་དབང་མང་གཙོའི་ཕྱོགས་གཏོགས་ལ་ཐོབ་སྟེ་ཧོང་ཀོང་ཁྲིམས་བཟོ་ལྷན་ཁང་གི་འཐུས་མི་སུམ་ཆ་གཉིས་ལས་མང་བ་ཆགས་རྒྱུའི་མཛའ་གྲགས་གནས་སྟངས་ཆགས་པར་བརྟེན། རྒྱ་ནག་གཞུང་ནས་ཕྱི་ཟླ་དྲུག་པའི། མི་མང་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཚོགས་ཐོག་ཧོང་ཀོང་བདེ་འཇགས་ཁྲིམས་ལུགས་གཏན་འབེབས་བྱེད་མ་ཐུབ་ན། རྒྱུན་ལས་ཚོགས་འདུ་རྗེས་མ་དེ། ཕྱི་ཟླ་བརྒྱད་པ་མ་གཏོགས་ཚོགས་ཐུབ་ཀྱི་མེད་སྟབས། གོང་དུ་བརྗོད་པ་ལྟར་ཕྱི་ཟླ་དྲུག་པའི་ནང་རྒྱུན་ལས་ལྷན་ཚོགས་འཕར་མ་སྐོང་ཚོགས་བྱས་ཏེ། ཁྲིམས་དེ་ཨུ་ཚུགས་གཏན་འབེབས་བྱས་པ་དང་ཁྲིམས་དེར་བརྟེན་ནས་ཧོང་ཀོང་རང་དབང་མང་གཙོའི་ཕྱོགས་གཏོགས་ཀྱི་འོས་གཞི་མང་པོ་ཞིག་ལ་ནག་ཉེས་འདྲ་མིན་སྙོན་འདོགས་བྱས་ཏེ་ཁྲིམས་བཟོ་འཐུས་མིའི་འོས་གཞིར་ཞུགས་པའང་ཐོབ་ཐང་འཕྲོག་ཆོག་པ་ཆགས་ཡོད། བཞི་པ། ཧོང་ཀོང་རྒྱལ་ཁབ་བདེ་འཇགས་ཁྲིམས་ལུགས་ཞེས་པར་དོན་དམ་དོན་ཚན་གནད་འགག་ཅན་གང་དང་གང་ཡོད་དམ། ཕྱི་ཟླ་དྲུག་པའི་ཚེས་སུམ་ཅུ་ཉིན་གྱི་རྒྱ་ནག་གི་མཚན་མོའི་ཆུ་ཚོད་བཅུ་གཅིག་ཐོག། རྒྱལ་སྤྱིའི་དོ་སྣང་ཤུགས་ཆེར་ཡོང་བའི་ཧོང་ཀོང་བདེ་འཇགས་ཀྱི་ཁྲིམས་ལུགས་དེའི་ཞིབ་ཕྲའི་ནང་དོན། རྒྱ་ནག་གཞུང་ནས་ཁྱབ་བསྒྲགས་བྱས་ཡོད་པ་དང། ཁྲིམས་དེའི་ནང་དོན་ཧོང་ཀོང་ས་གནས་གཞུང་གི་དཔོན་རིགས་ཚོས་ཀྱང་མཐོང་མེད་པ་ཧ་ཅང་གསལ་བོ་རེད་འདུག་མཚན་མོ་ཁྱབ་བསྒྲགས་བྱེད་དགོས་པའི་རྒྱུ་མཚན་གཙོ་བོའང། ཕྱི་ཟླ་བདུན་པའི་ཚེས་གཅིག། ཧོང་ཀོང་རྩིས་ལེན་གྱི་དུས་དྲན་སྔོན་དུ། བདག་དབང་ངོམ་ཆེད་དེ་ལྟར་བྱས་པ་ཧ་ཅང་གསལ་བོ་རེད། ཁྲིམས་དེར། ཁྱོན་ལེའུ་དྲུག་དང། དོན་ཚན་དྲུག་ཅུ་རེ་དྲུག་ཡོད་ཅིང། རྒྱལ་ཁབ་ཁ་བྲལ་གཏོང་བ་དང་རྒྱལ་ཁབ་ཀྱི་སྲིད་དབང་མགོ་རྟིང་སློག་པ། འཇིགས་སྐུལ་བྱ་སྤྱོད། ཕྱི་རྒྱལ་ལམ་ཕྱི་ཕྱོགས་ཀྱི་སྟོབས་ཤུགས་དང་ལྐོག་འབྲེལ་བྱས་ཏེ་རྒྱལ་ཁབ་བདེ་འཇགས་ལ་གནོད་པའི་བྱ་སྤྱོད་བཅས་ནང་གཉིས་བཞི། གཙོ་བོར་བཀོད་དེ། ཧོང་ཀོང་གཞི་རྩའི་བཅའ་ཁྲིམས་ཀྱི་ཟུར་ཡིག་གསུམ་པའི་འོག་ཏུ་བཅུག་ཡོད། འོ་ན། ཁྲིམས་ལུགས་དེར་དོ་སྣང་དགོས་པའི་དོན་གནད་གང་དང་གང་ཡོད་ཅེ་ན། དང་པོ། དོན་ཚན་བཅུ་བཞི་པ། ཧོང་ཀོང་དུ་བཅའ་སྡོད་རྒྱལ་ཁབ་བདེ་འཇགས་སྲུང་སྐྱོབ་ལས་ཁུངས་ཀྱི་ལས་དོན་ཁག་ལ་ལས་ཁུངས་གང་རུང་དང། སྒྲིག་འཛུགས་གང་ཟག་སྒེར་པ་སོགས་སུས་ཀྱང་ཐེ་གཏོགས་བྱེད་མི་ཆོག། ཐག་གཅོད་གང་བྱེད་པ་ཧོང་ཀོང་ཁྲིམས་འོག་ཏུ་བསྐྱར་ཞིབ་བྱ་མི་དགོས། གཉིས་པ། དོན་ཚན་བཅུ་དྲུག་པ། ཧོང་ཀོང་ཉེན་རྟོག་ལས་ཁུངས། ཁུངས་སུ། རྒྱལ་ཁབ་བདེ་འཇགས་སྲུང་སྐྱོབ་སྡེ་ཚན་ནས་ཧོང་ཀོང་ཕྱི་ཕྱོགས་ནས་ཆེད་ལས་མི་སྣ་དང་ལག་རྩལ་མི་སྣ་གདན་འདྲེན་ཞུས་ཏེ་རྒྱལ་ཁབ་བདེ་འཇགས་སྲུང་སྐྱོབ་ཀྱི་ལས་དོན་ལ་གཞོགས་འདེགས་བྱ་ཆོག། གསུམ་པ། དོན་ཚན་བཅུ་དགུ་པ། ཧོང་ཀོང་རྒྱལ་ཁབ་བདེ་འཇགས་ལས་ཁུངས། གསང་བའི་ལས་ཁུངས། དེས་འགྲོ་གྲོན་གཞུང་ནས་གཏོང་བ་ཧོང་ཀོང་དུ་ལག་བསྟར་བྱེད་བཞིན་པའི་ཁྲིམས་སྒྲིག་གང་གི་བཀའ་སྡོམ་འོག་ཚུད་མི་དགོས། ཧོང་ཀོང་ནོར་སྲིད་བློན་ཆེན་ནས་ལོ་ལྟར་འགྲོ་གྲོན་དང་སྟངས་རྩིས་སྐོར་ཧོང་ཀོང་གྲོས་ཚོགས་ལ་སྙན་ཐོ་འབུལ་དགོས། བཞི་བ། དོན་ཚན་ཉུ་ཤུ་པ། རྒྱལ་ཁབ་ཁ་བྲལ་གྱི་བྱ་སྤྱོད་སྤྱད་པ། དྲག་པོ་འཚེ་བའི་ལས་འགུལ་སྤེལ་ཡོད་མེད་ལ་ཆ་འཛིན་བྱ་མི་དགོས། ལྔ་བ། དོན་ཚན་ཉུ་ཤུ་རྩ་གཉིས་པ། སྲིད་དབང་ལས་ཁུངས་མགོ་རྟིང་སློག་ཅེས་པའི་ཐ་སྙད་གང་ཟེར་བ་དེ་ནི་ནག་ཉེས་བསགས་པའི་གོ་དོན་ཡིན་ཞིང། གཞན་ཡང། ཧོང་ཀོང་དམིགས་བསལ་ས་ཁུལ་གྱི་ལས་ཁུངས་སོགས། གཏོར་བཅོམ་བཏང་བའི་རིགས་ཀྱང་རྒྱལ་ཁབ་སྲིད་དབང་མགོ་རྟིང་སློག་པའི་ནག་ཉེས་སུ་བགྲངས་ཆོག་དྲུག་པ། དོན་ཚན་ཉི་ཤུ་རྩ་བཞི་པ། མི་ལ་འཚེ་བའི་ལས་ཚབས་ཆེན་དང། འབར་གས་མས་བརྒྱབ་པ། འགྲིམ་འགྲུལ་ཡོ་བྱད་གཏོར་བཤིག་བཏང་བ། འགྲིམ་འགྲུལ་དང། འཐུང་ཆུ། གློག། བརྡ་འཕྲིན་སོགས་ལ་གནོད་སྐྱེལ་བ་ཆ་ཚང་འཇིགས་སྐུལ་བྱ་སྤྱོད་ལ་གོ་དགོས། བདུན་པ། དོན་ཚན་ཉི་ཤུ་རྩ་དགུ་པ། ཧོང་ཀོང་མི་སེར་དང་དབུས་གཞུང་ངམ་ཧོང་ཀོང་ས་གནས་གཞུང་ལ་འཁོན་འཛིན། ལྷོངས་འཇུག་པ་མ་ཟད་མཇུག་འབྲས་ཚབས་ཆེན་བཟོས་པའི་རིགས་ཀྱང་ཕྱི་རྒྱལ་སྟོབས་ཤུགས་ཚོགས་པ་དང་ངན་འབྲེལ་བྱས་པར་ངོས་འཛིན་བྱ་ཆོག། བརྒྱད་པ། དོན་ཚན་སུམ་ཅུ་སོ་ལྔ་པ། ཁྲིམས་ཁང་ནས་གང་ཟག་སུ་རུང་རྒྱལ་ཁབ་བདེ་འཇགས་ལ་གནོད་འཚེ་བྱས་བའི་ནག་ཉེས་སུ་ཁྲིམས་ཐག་གཅོད་ཚེ། གང་ཟག་དེས་ཁྲིམས་སྲོལ་མཐུན་པར་ལག་འགྱུར་དང་ཁྲིམས་སྲོལ་མཐུན་མིན་ཐོབ་ཐང་མེད་པར་འགྱུར་དགོས། གཞན་ཡང་གཞུང་གི་ལས་སྣེ་གང་རུང་དང་འོས་བསྡུ་ལྷན་ཁང་གི་འཐུས་མི་ལང་རྒྱུའི་ཐོབ་ཐང་ཡང་མེད། དགུ་པ། དོན་ཚན་བཞི་ཅུ་ཞེ་གཅིག་པ། རྒྱལ་ཁབ་ཀྱི་གསང་བ་དང་འབྲེལ་བ་ཆགས་ཀྱི་ཡོད་སྟབས། གྱོད་གཞི་གཤིབ་བཅོལ་ཡོངས་བསྒྲགས་བྱ་མི་རུང་ལ། གསར་འགྱུར་བརྒྱུད་ལམ་དང་མང་ཚོགས་གཤིབ་བཅོལ་གྱི་བརྒྱུད་ལམ་ཕྲ་མོ་ཙམ་ལ་ཡང་ཟུར་ཉན་བཀག་འགོག་བྱ་དགོས། བཅུ་པ། དོན་ཚན་བཞི་བཅུ་ཤེས་གསུམ་པ། ཧོང་ཀོང་དམིགས་བསལ་ས་ཁུལ་གྱི་འཛིན་སྐྱོང་འགན་འཛིན་གྱི་བཀའ་ཁྲོལ་འོག་ཉེན་རྟོག་པས་རྒྱལ་ཁབ་བདེ་འཇགས་ཀྱི་ནག་ཉེས་བསགས་པའི་མཚོན་དོན་དོགས་ཅན། མི་སྣའི། འཕྲིན་གཏོང་རྐུ་འཁྱེར་དང་གསང་བའི་ལྟ་ཞིབ་བྱ་ཆོག། བཅུ་གཅིག་པ། དོན་ཚན་བཞི་བཅུ་ཞེ་དྲུག་པ། ཁྲིམས་འཛིན་ལས་ཁུངས་ནས་རྒྱལ་ཁབ་ཀྱི་གསང་བ་རྒྱུན་མཚན་དུ་བསྒྲགས་ནས་གཟུ་དཔང་ལྷན་ཚོགས་བསྐོ་གཞག་མི་དགོས་པའི་ཐག་གཅོད་བྱ་ཆོག་བཅུ་གཉིས་པ། དོན་ཚན་ལྔ་བཅུ་ང་བཞི་པ། ཧོང་ཀོང་དུ་ཆེད་བཙུགས་རྒྱལ་ཁབ་བདེ་འཇགས་ལས་ཁུངས་ནས་ཧོང་ཀོང་ས་གནས་གཞུང་དང་མཉམ་དུ་ཕྱི་རྒྱལ་དང་ཕྱི་ཕྱོགས་ཀྱི་གཞུང་འབྲེལ་མིན་པའི་ཚོགས་པ་དང་གསར་འགྱུར་བརྒྱུད་ལམ་ཁག་ལ་དོ་དམ་དང་ཞབས་ཞུ་ཞུ་བར་ཤུགས་སྣོན་རྒྱག་དགོས་བཅུ་གསུམ་པ། ཧོང་ཀོང་དུ་ཆེད་བཙུགས་རྒྱལ་ཁབ་བདེ་འཇགས་ལས་ཁུངས་ཀྱི་བདག་སྐྱོང་དགོས་མིན་གཤམ་གསལ་དོན་ཚན་གསུམ་གྱི་ཐུགས་ཐག་གཅོད་དགོས། ཀ། ཧོང་ཀོང་གཞུང་ནས་བདག་སྐྱོང་བྱ་བར་དཀའ་ངལ་ཡོད་པའི་གྱོད་དོན་རྙོག་འཛིང་ཅན། ཁ། ཧོང་ཀོང་གཞུང་གི་ཐག་གཅོད་ནུས་མེད་དུ་གྱུར་པའི་གནས་ཚུལ་བྱུང་བ། ག། རྒྱལ་ཁབ་ཀྱི་བདེ་འཇགས་ལ་ཉེན་ཁ་ཚབས་ཆེན་ཡོད་པ་བཅས། བཅུ་བཞི་པ། དོན་ཚན་དྲུག་ཅུ་པ་ཧོང་ཀོང་དུ་ཆེད་བཙུགས་རྒྱལ་ཁབ་བདེ་འཇགས་ལས་ཁུངས་ཀྱི་ལས་དོན་སྒྲུབ་པར་ཧོང་ཀོང་གཞུང་གིས་མངའ་འོག་ཚུད་མི་དགོས་ཤིང། ས་གནས་སུ་ལས་དོན་སྒྲུབ་སྐབས་ལག་ཁྱེར་སྟོན་རྒྱུ་ཡོད་པ་ཙམ་གྱིས་ཧོང་ཀོང་ས་ཁུལ་ཉེན་རྟོག་པ་སོགས་ཀྱིས་ཞིབ་བཤེར་བྱེད་མི་ཆོག་པ་མ་ཟད། ཧོང་ཀོང་དུ་ཆེད་བཙུགས་རྒྱལ་ཁབ་བདེ་འཇགས་ལས་ཁུངས་དང་དེའི་ལས་མིར་ཧོང་ཀོང་གི་ཁྲིམས་སྒྲིག་ལས་འགལ་བའི་སྐུ་དབང་གཞན་དང། ཁྲོམ་སྐོར་རང་བཙན་གྱི་ཐོབ་ཐང་ཡོད་ཅེས་གསལ་ཡོད། གོང་གསལ་གྱི་དོན་ཚན་དེ་དག་ལ་ཅུང་ཟད་དཔྱད་ན། ཧོང་ཀོང་བདེ་འཇགས་ཀྱི་ཁྲིམས་ལུགས་ཞེས་པར་ཁྲིམས་ཀྱི་ཆ་རྐྱེན་དང་དྲི་མ་སྤུ་ཙམ་ཡང་མེད་ཅིང། དེ་ནི་ཇག་ཚོགས་ཤིག་གིས་གྲོང་ཚོ་ཞིག་བཅོམ་སྐབས་གྲོང་ཚོའི་ཡུལ་མི་ཚོས་ཇག་དཔོན་དེར་བརྩི་བཀུར་མ་བྱས་ན་ཚང་མ་གསོད་རྡུང་བྱ་རྒྱུའི་ཁྲོམ་བསྒྲགས་སྦྱར་ཡིག་ལྟ་བུ་ལས་མ་འདས། དུས་རབས་ཉེར་གཅིག་པ་ཟླ་བྲལ་དུས་རབས་སུ་སླེབས་སྐབས། རྒྱ་ནག་གཞུང་ནས་ཧོང་ཀོང་ལྟ་བུའི་རྒྱལ་སྤྱིའི་གྲོང་ཁྱེར་ཆེན་པོ་ཞིག་ལ་ཁྲིམས་ལུགས་དེ་ལྟ་བུ་ཞིག་གཏན་འབེབས་དང་ལག་བསྟར་བྱ་རྒྱུའི་གདེང་ཚོད་དང་སྤོབས་པ་གང་ནས་ཡོང་པའི་སྐོར་ངེས་པར་བསམ་གཞིག་བྱེད་དགོས་པ་ནི་གནད་དོན་ཆེན་པོ་ཞིག་ཡིན། ཁྲིམས་ལུགས་དེས་དོན་ཚན་གང་ལ་བལྟས་ནའང་རྒྱལ་ཁབ་བདེ་འཇགས་ལ་གནོད་པའི་གྱོད་དོན་ཞེས་པ་གཞི་འཛིན་ས་གང་ཡང་མེད་པར། རྒྱ་ནག་གསང་བའི་ལས་ཁོངས་ནས་ཆེ་མཐོང་ལས་བྱེད་དེ་ཚོས་མི་སུ་ལ་སྣང་བ་མི་འགྲོ་བ་དེས་རྒྱལ་ཁབ་བདེ་འཇགས་ལ་གནོད་མཁན་དུ་བརྩིས་ནས་གང་བྱུང་འཇུ་བཟུང་བཀག་གཉེར་དང། ཁྲིམས་ཐག་གཅོད་པ། ཆབ་སྲིད་ཀྱི་ཐོབ་ཐང་འཕྲོག་པ། ལྷག་པར་དུ་དུས་དེ་ནས་བཟུང། རྒྱ་ནག་དབུས་གཞུང་ནས་ཐད་ཀར་ཧོང་ཀོང་དུ་རྒྱལ་ཁབ་བདེ་འཇགས་ལས་ཁུངས་བཙུགས་ཏེ་མི་དེ་དག་ཧོང་ཀོང་ཁྲིམས་ཀྱི་གོང་ན་ཡོད་པ་སོགས་མདོར་ན་ཧོང་ཀོང་ལ་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ཞེས་པའི

ཧོང་ཀོང་དང་འབྲེལ་བ་དམིགས་བསལ་ཡོད་པའི་དབྱིན་ཇི་གཞུང་གི་སྲིད་བློན་མཆོག་གིས་གསར་འགོད་ལྷན་ཚོགས་ཐོག་རྒྱ་གཞུང་གི་བྱེད་སྟངས་དེར། དོ་སྣང་ཆེ་བཞེས་ཡོད་ཅེས་གསུངས་པ་མ་ཟད། ང་ཚོས། ཁྲིམས་དེའི་དོན་ཚན་རེ་རེར་དོ་སྣང་དམིགས་བསལ་གནང་སྟེ། དུས་ཚོད། རན་མཚམས་ཤིག་གི་སྐབས་སུ་བརྡ་ལན་སྤྲོད་ཀྱི་ཡིན་ཞེས་གསུངས། དེ་བཞིན། དབྱིན་ཇིའི་ཕྱི་སྲིད་བློན་ཆེན། མཆོག་གིས་པེ་ཅིང་གིས་རྒྱལ་སྤྱིའི་སྤྱི་ཚོགས་ཀྱི་འབོད་སྐུལ་ལ་སྣང་མེད་དང། ཧོང་ཀོང་ལ་འཛིན་དགོས་པའི་རྒྱལ་སྤྱིའི་འོས་འགན་ལ་སྣང་མེད་བཏང་སྟེ། ཁྲིམས་ཏེ། བཙན་གྱིས་གཏན་འབེབས་བྱེད་པ་ནི་གཟེངས་ཁྲེལ་དགོས་པའི་བྱ་སྤྱོད་ཚབས་ཆེན་ཞིག་རེད། ང་ཚོས། ཁྲིམས་གཞི་ཡོངས་རྫོགས་ལ་མཛའ་བསྒྲགས་ལྟ་ཞིབ་བྱེད་དགོས་པ་དང། དེའི་རྗེས་ཁྲིམས་དེ་ཐུན་མོང་གི་བསྒྲགས་གཏམ་དང་འགལ་གྱི་ཡོད་མེད་ལ་གཞི་འཛིན་ཏེ། དབྱིན་ཇིའི་གཞུང་ནས་བརྡ་ལན་གང་བྱེད་དགོས་པ་རིམ་པས་ཐག་གཅོད་བྱ་རྒྱུ་ཡིན་ཞེས་གསུངས། ཧོང་ཀོང་དུ་དབྱིན་ཇིའི་གཞུང་གི་སྐུ་ཚབ་མཐའ་མ། Lord Paton། མཆོག་གིས། ཁྲིམས་དེ་ནི་རྒྱལ་ཁབ་ཅིག་ལ་ལམ་ལུགས་གཉིས་མཇུག་སྒྲིལ་བའི་མངོན་རྟགས་རེད་ཅེས་སྡོམ་བརྒྱབ་ཡོད། དབྱིན་ཇིའི་གཞུང་གི་མཐོ་རིམ་དཔོན་རིགས་ཚོས་གསུང་བབ་དེ་དག་ལ་བརྟེན་ནས་ད་ལྟའི་ཆར་དབྱིན་ཇིའི་གཞུང་ནས་ཧོང་ཀོང་དུ་ཡོད་པའི་དབྱིན་ཇི་མི་སེར་ཕྱི་རྒྱལ་གྱི་ལག་འཁྱེར Big NO ཡོད་པ་སུམ་འབུམ་ལྷག་དང། ཐོབ་ཐང་དེ་ལེན་རྒྱུའི་ཆ་རྐྱེན་ཚང་བའི་ཧོང་ཀོང་བ་ས་ཡ་གསུམ་ཙམ་བཅས། ཐད་ཀར། དབྱིན་ལན་དུ་གནས་སྤོ་བྱ་ཆོག་རྒྱུའི་སྲིད་ཇུས་གཏན་འབེབས་དང་ལག་བསྟར་བྱ་རྒྱུ་མཚམས་སུ་སླེབས་ཡོད། ཡུ་རོབ་མནའ་འབྲེལ་ལྷན་ཚོགས་ཀྱི་ཚོགས་གཙོ་མཆོག་གིས་རྒྱ་ནག་གི་བྱེད་བབ་དེར་བློ་ཕམ་ཆེན་པོ་ཡོད་ཅེས་དང། བྱང་མནའ་འབྲེལ་ཚོགས་པའི་དྲུང་ཆེ་མཆོག་གིས་རྒྱ་ནག་གིས། ང་ཚོ་མཉམ་དུ་མང་གཙོ་དང་རང་དབང། ཁྲིམས་ཀྱི་དབང་བསྒྱུར་གྱི་ལམ་ལུགས་མཉམ་སྤྱོད་བྱ་འདོད་མེད་པ་ཧ་ཅང་གསལ་བོ་རེད་ཅེས་གསུངས། ད་ཐེངས། ཉི་ཧོང་གཞུང་ཡང་ཁུ་སིམ་མེར་སྡོད་མེད་ཅིང། ཉི་ཧོང་ནང་སྲིད་བློན་ཆེན་དང་ཕྱི་སྲིད་བློན་ཆེན་གཉིས་ཀས་སྐྱོན་བརྗོད་ཞུ་བྱེད་གནང་ཡོད་པ་དང། ཉི་ཧོང་གསར་འགྱུར་རྒྱུན་ལམ་ཁག་གི་འགྲེལ་བརྗོད་བྱེད་སྟངས་ལ་གཞིགས་ན། ཉི་ཧོང་གི་རྣམ་འགྱུར་འདོན་པ་དེས་ཕྱི་སྲིད་ཚིག་སྦྱོར་དུ་སྐྱོན་བརྗོད་རིམ་པ་གཉིས་པའི་ཚད་དུ་སླེབས་པར་ངོས་འཛིན་གནང་གི་འདུག་དེར་མ་ཟད། ཉི་ཧོང་གཞུང་ནས་ཨ་རི་དང་རྒྱ་ནག་གཞུང་བར་མུ་མཐུད་འབྲེལ་བ་བཟོས་ཏེ་ས་ཁུལ་གྱི་བརྟན་བརླིང་སྲུང་སྐྱོབ་ལ་འབད་བརྩོན་བྱ་རྒྱུ་ཡིན་པའི་རྣམ་འགྱུར་གསལ་པོ་བསྟན་ཡོད། ཧོང་ཀོང་གི་ཁྲིམས་གཞི་དེའི་སྐོར་རྣམ་འགྱུར་ཤུགས་ཆེ་ཤོས་སྟོན་མཁན་ནི་ཨ་རི་གཞུང་ཡིན་ཞིང། རྒྱ་ནག་གིས་ཐོག་མར་ཁྲིམས་གཞི་དེ་གཏན་འབེབས་བྱ་རྒྱུ་ཡིན་པའི་གླེང་སློང་བྱུང་མ་ཐག་ཨ་རིའི་གཞུང་གིས་གཙོས་པའི་སྟོབས་ཆེན་རྒྱལ་ཁབ་བདུན་གྱིས་དོ་སྣང་ཤུགས་ཆེ་གནང་སྟེ་ཁྲིམས་གཞིར་གཏན་འབེབས་མཚམས་འཇོག་དགོས་པའི་སྐུལ་མ་བཏང་ཡོད་པ་དང། ཁྲིམས་གཞི་དེ་གཏན་འབེབས་ཉེ་བར་འཁེལ་སྐབས། ཨ་རིའི་ཚོང་འབྲེལ་ལས་ཁུངས་ནས་ཧོང་ཀོང་གི་དམིགས་བསལ་ཐོབ་ཐང་མེད་པར་བཟོ་རྒྱུའི་གསལ་བསྒྲགས་སྤེལ་ཏེ། དེའི་ནང་དུ། ཕྱི་སྲུང་ཆོག་མཆན་དཔང་ཡིག་བྱ་གཡང་དང་མཚུངས་ཀྱི་ཁྲོམ་རའི་དམིགས་བསལ་ཐོབ་ཐང་མེད་པ་བཟོ་རྒྱུ། ཧོང་ཀོང་ལ་འགོག་སྲུང་དམག་ཆས་འཚོང་རྒྱུ་མཚམས་འཇོག་བྱ་རྒྱུ་ཡིན་པ་མ་ཟད། དམག་དམངས་གཉིས་ཀའི་བེད་སྤྱོད་ཆོག་པའི་ལག་རྩལ་དམིགས་བསལ་རིགས་ཚོང་འབྲེལ་མི་ཆོག་པ་སོགས་ཚོང་ཕྱོགས་ཀྱི་བཀག་སྡོམ་དང་གཞན་ཡང་ཆབ་སྲིད་དང་འབྲེལ་བའི་ཐོག་ཨ་རིའི་གྲོས་ཚོགས་གོང་འོག་གཉིས་མགྲིན་དབྱངས་གཅིག་འགྱུར་གྱི་ཨང་རྟགས HR། བདུན་བཞི་བཞི་སླེ་སྒོ་ཅན་ཧོང་ཀོང་རང་སྐྱོང་ཁྲིམས་ལུགས་འཕྲལ་དུ་གཏན་འབེབས་བྱས་ཏེ། ཧོང་ཀོང་དུ་རྒྱ་ནག་གི་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་ལག་བསྟར་བྱེད་མཁན་དང་ཧོང་ཀོང་གི་རང་སྐྱོང་གནས་བབ་གཏོར་བཤིག་གཏོང་མཁན་གྱི་རྒྱ་ནག་གི་དཔོན་རིགས་ཚོ་རིམ་པ་དང་པོས་ཉེས་ཆད་འགེལ་རྒྱུ་དང། གཞན་ཡང་རྒྱ་ནག་དཔོན་རིགས་དང་ཚོང་འབྲེལ་ཡོད་པའི་དངུལ་ཁང་ཁག་ལ་རིམ་པ་གཉིས་པའི་ཉེས་ཆད་འགེལ་རྒྱུའི་ཁ་ཡོད་ལག་ཡོད་ཀྱི་སྲིད་བྱུས་གཏན་འབེབས་གནང་འདུག་ད་དུང་ཨ་རི་གཞུང་ནས་དེའི་སྔོན་ཙམ་ནས། ཐའེ་ཝན་གཞུང་དང་འབྲེལ་བ་ཤུགས་ཆེ་རུ་གཏོང་བཞིན་པ་དང་ཧོང་ཀོང་དང་འབྲེལ་བའི་འགྲོ་བ་མིའི་ཐོབ་ཐང་སྐོར་གྱི་ཁྲིམས་འཆར། ཤར་ཏུར་ཀི་སི་ཐན་དང་འབྲེལ་བའི་འགྲོ་བ་མིའི་ཐོབ་ཐང་སྐོར་གྱི་ཁྲིམས་འཆར། བོད་དང་འབྲེལ་བའི་འགྲོ་བ་མིའི་ཐོབ་ཐང་སྐོར་གྱི་ཁྲིམས་འཆར་སོགས་རིམ་པས་གཏན་འབེབས་བྱས་ཏེ། ཆེས་མཐོ་ས། རྒྱ་ནག་དབུས་ཆབ་སྲིད་ཅུས་ཀྱི་རྒྱུན་ལས་ནས་ས་གནས་སོ་སོའི་དཔོན་རིགས་ཁག་ལ་ཕྱོགས་ཡོངས་ནས་བཀག་སྡོམ་ཉེས་བྱས་ཀྱི་སྲིད་ཇུས་ཁ་ཤས་ཙམ་མིན་པར་དངོས་སུ་ལག་བསྟར་བྱ་རྒྱུའི་གྲ་སྒྲིག་ཆ་ཚང་ཁྲིམས་ཐོག་ནས་གསལ་པོ་བཟོས་ཟིན་པའི་གསལ་བསྒྲགས་དང་གཏམ་བཤད་ཡང་ཡང་སྤེལ་འདུག། གཞན་ཡང་ཨོ་སི་ཀྲི་ལི་ཡ་དང་དབྱི་ལན། ཁེ་ན་ཏྲ་བཅས་རྒྱལ་ཁབ་གསུམ་ཐུན་མོང་གིས་ཐོག་རྒྱ་ནག་གི་བྱེད་བབ་དེར་སྐྱོན་བརྗོད་ཤུགས་ཆེ་བྱས་པ་དང། ཨོ་སི་ཀྲི་ལི་ཡ་གཞུང་ནས་ཨོ་གླིང་དང་ཧོང་ཀོང་དབར་ཉེས་ཅན་རྩིས་སྤྲོད་བྱ་རྒྱུའི་ཁྲིམས་ལུགས་མཚམས་འཇོག་རྩིས་མེད་བཏང་པ་མ་ཟད་ད་ལྟའི་ཆར་ཨོ་སི་ཀྲི་ལི་ཡར་སློབ་སྦྱོང་དང་ལས་ཀའི་ཐོངས་མཆན་ཐོག་གནས་བཞིན་པའི་ཧོང་ཀོང་བ་ཆིག་ཁྲི་ལྔ་སྟོང་ཙམ་ཡོད་པ་ཚང་མ་ལོ་ལྔའི་རིང་ཨོ་གླིང་དུ་སྡོད་ཆོག་པ་དང་དེའི་རྗེས་གཏན་སྡོད་ཆོག་མཆན་ཞུ་ཆོག་པ། གཞན་ཡང། འགྲོ་བ་མིའི་བདེ་རྩའི་ལས་འཆར་འོག་ཧོང་ཀོང་མི་སེར་གྱི་སྐྱབས་བཅོལ་ཞུ་ཆོག་པ་སོགས་ཀྱི་ཁྲིམས་གཞི་རིམ་པ་གཏན་འབེབས་བྱས་ཡོང་གི་ཡོད། དྲུག་པ། ཁྲིམས་གཞི་དེས་ཤུགས་རྐྱེན་ཐེབས་ཡུལ་དང། མ་འོངས་ཧོང་ཀོང་གི་གནས་སྟངས་ཇི་ཆགས། མདོར་ན། ད་ཐེངས་རྒྱ་ནག་གིས་ཧོང་ཀོང་དུ་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་གཞི་གཏན་འབེབས་བྱས་པ་དེས་ཧོང་ཀོང་མི་མང་དང་ཧོང་ཀོང་ཁྲིམས་བཟོ་ལྷན་ཚོགས་སོགས་ཀྱི་འཆར་གཞི་ལེན་རྒྱུའི་དགོས་མཁོ་གང་ཡང་མེད་པར། རྒྱ་ནག་དབུས་གཞུང་ནས་ཧོང་ཀོང་མི་མང་གི་ཚབ་བྱས་ཏེ་ཐད་ཀར་ཁྲིམས་གཞི་གཏན་འབེབས་བྱས་པར་བརྟེན། ད་ཆ་ཧོང་ཀོང་གི་གནས་སྟངས་དེའང་རྒྱ་ནག་སྐམ་ས་དང་ངོ་བོ་གཉིས་མེད་དུ་ཆགས་པ་མ་ཟད། ད་དུང་རྒྱ་ནག་སྐམ་ས་ལས་དེ་བས་ཉེན་ཁ་ཆེ་བ་ཡོད་པའི་ཛ་དྲག་གནས་སྟངས་འོག་ལྷུང་ཡོད། ཁྲིམས་གཞི་དེའི་རྐྱེན་གྱིས་ཧོང་ཀོང་གི་གསར་འགྱུར་བརྒྱུད་ལམ་དང་ཞི་བའི་ལས་འགུལ་སྤེལ་མཁན། ཁྲིམས་རྩོད་པའི་ལས་རིགས། རང་དབང་དམངས་གཙོའི་ལྟ་གྲུབ་འཛིན་མཁན་གྱི་ཆབ་སྲིད་ཚོགས་པ། གཞུང་འབྲེལ་མིན་པའི་ཚོགས་སྡེ་ཁག། ཕྱི་རྒྱལ་གྱི་ཆབ་སྲིད་མི་སྣ་དང་འབྲེལ་བ་ཡོད་པའི་སྲིད་དོན་པ་སོགས་ཕྱོགས་ཡོངས་ནས་ཉེན་ཁའི་འོག་ལྷུང་འདུག་པ་དང། ཧོང་ཀོང་དུ་སྟོབས་འབྱོར་ཆེ་བའི་ས་ཁང་བདག་པོ་ཚོའང་རྒྱ་ནག་གཞུང་ལ་བསྟུན་མཁས་མ་བྱས་ན་ས་ཁང་དང་རྒྱུ་ནོར་ཡོངས་རྫོགས་བཙན་འཕྲོག་བྱ་རྒྱུའི་ཉེན་ཁའི་འོག་ལྷུང་ཡོད། དེ་ལས་ཚབས་ཆེ་བ་ཞིག་ནི་ཕྱི་རྒྱལ་ལུང་པ་གང་རུང་དུ་ཡོད་པ་ཞིག་ནས་ཧོང་ཀོང་བདེ་འཇགས་ཁྲིམས་ལུགས་དང་འགལ་བར་ངོས་འཛིན་བྱུང་ཚེ། དེ་ལའང་ཉེས་ཆད་འཕོག་ངེས་ཡིན་པ་བཅས་རྒྱལ་སྤྱིའི་ཁྱོན་ཡོངས་ལ་ཇུས་གཏོགས་བྱ་རྒྱུའི་ཁྲིམས་གཞི་ཉེན་ཁ་ཅན་ཞིག་ཆགས་ཡོད། ད་ལྟའི་ཆར། རྒྱ་ནག་དབུས་གཞུང་ནས་ཁྲིམས་གཞི་དེ་ལག་བསྟར་བྱེད་ཆེད་ཧོང་ཀོང་དུ་རྒྱལ་ཁབ་བདེ་འཇགས་ལས་ཁུངས་བཙུགས་ཟིན་པ་མ་ཟད། དེ་དང་འབྲེལ་བའི་ཞིབ་ཕྲའི་ལག་བསྟར་ཁྲིམས་སྲོལ་ཡང་རིམ་པ་བཞིན་གཏན་འབེབས་ལག་བསྟར་བྱས་ཏེ་ཧོང་ཀོང། བདེ་འཇགས་ལྷན་ཁང་ཞེས་པ་བསྐོ་འཛུགས་དང་ཁྲིམས་དཔོན་བསྐོ་ཕྱོགས་ཡང་རྒྱ་ནག་དབུས་གཞུང་གི་སྟངས་འཛིན་འོག་འགྲོ་ཐུབ་མཁན་བཟོས་ཟིན་པ་བཅས་གནས་ཚུལ་དེ་དག་ལ་བལྟས་ན་ཧོང་ཀོང་དེ་བཞིན་རྒྱལ་གཅེས་སྐད་གྲགས་ཅན་གྱི་དངུལ་རྩིས་ལྟེ་གནས་དང། རང་དབང་ཁྲོམ་རའི་ལྟེ་གནས། རྒྱལ་ཇུས་མ་ངུར་འཇོག་སྲིད་བརྟན་ནས་གསར་འགོད་རང་དབང་གི་ལྷ་ཡུལ། རྒྱ་ནག་གི་གནའ་རབས་རིག་གཞུང་དང། དེང་དུས་རང་དབང་མང་གཙོའི་དཔལ་ཡོན་ཟུང་དུ་འབྲེལ་ནས་གཟི་འོད་འཕྲོ་བཞིན་མཚན་སྙན་གྱི་བ་དན་འཛམ་གླིང་ཡོངས་ལ་ཁྱབ་པའི་ཤར་ཕྱོགས་མུ་མཐུད་ཀྱི་གྲོང་ཁྱེར་ནས་ཤར་ཕྱོགས་གད་སྙིགས་ཀྱི་གྲོང་ཁྱེར་དུ་འགྱུར་བཞིན་པ་སྐྱི་གཡའ་བ་བརྗོད་ཀྱིས་མི་ལང་བའི་རྫ་དྲག་གནས་སྟངས་ཆགས་ཀྱི་ཡོད། མདོར་ན། འཛམ་བུ་གླིང་དུས་རབས་ཉེར་གཅིག་པའི་ལོ་རིམ་ཉི་ཤུ་ལས་སྐབས་རྒྱ་ནག་གཞུང་གི་དཔོན་རིགས་ཚོས་ལོ་རྒྱུས་འཕེལ་རྒྱས་ཀྱི་དགོངས་པ་འདོན་སྤོ་མ་བྱས་པར་ཁ་ལོ་ཕྱིར་བསྐོར་ཏེ། སྲིད་དབང་སྒེར་གཅོད་དང་རྒྱལ་སྤྱིའི་བཙན་དབང་རིང་ལུགས་ཀྱི་སྨྱོ་སྤྱོད་རྒྱ་ཁྱབ་སྤེལ་བ་དེས། རྒྱ་ནག་གི་ཁྱིམ་མཚེས་རྒྱལ་ཁབ་ཚང་མ་དོགས་འདྲོག་དང་ཞེ་སྣང་འོག་ཚུད་ཀྱི་ཡོད་ལ། རྒྱ་དཀར་ནག་གཉིས་བར་ས་མཚམས་དམག་འཐབ་ཀྱི་གདོང་ཐུག། ཐའེ་ཝན་ལ་དཔུང་དམག་གིས་འཇིགས་སྐུལ་བྱེད་པ། ཨ་རྒྱ་གཉིས་བར་གྱི་ཚོང་འབྲེལ་དམག་འཐབ་ལས། རྒྱ་ནག་དང་ནུབ་ཕྱོགས་ཡར་ཐོན་རྒྱལ་ཁབ་དབར་གྱི་འགལ་ཟླ་དང་གདོང་ཐུག་སྔར་ལས་རྣོ་ངར་དང་རྫ་དྲག་ཆེར་འགྲོ་བཞིན་པ། རྒྱ་ནག་ནང་ཁུལ་དུ་མཐོ་རིམ་དཔོན་རྒྱུའི་བར་གྱི་འགལ་ཟླ་དང་མང་ཚོགས་འདོད་པ་མ་ཁེངས་པའི་རྣམ་འགྱུར་མངོན་གསལ་དུ་དོད་བཞིན་པ། རང་བྱུང་ཁམས་ཀྱི་གནོད་འཚེ་དང། མིས་བཟོས་པའི་སྡུག་བསྔལ་གྱི་བར་ཆད་ཟམ་མི་ཆད་པ་ཡོང་བཞིན་པ་སོགས། རྒྱ་ནག་དེ་བཞིན་གྲོགས་མེད་ཁེར་རྐྱང་གི་གླིང་ཕྲན་ཞིག་ཏུ་ལྷགས་ཏེ་ཕྱོགས་བཞིར་དགྲ་བོས་ཁེངས་པ་དང། ཡ་མཚན། ལྟས་ངན་གྱི་རྟགས་མཚན་འདྲ་མིན་ཐོན་ཏེ་རྒྱ་ནག་དམངས་ཁྲོད་དུ་དེར་ནི་ལོ་གསུམ་གྱི་ནང་ཚུད་རྒྱ་ནག་ལ་དུས་འགྱུར་ཆེན་པོ་ཞིག་ཡོང་རྒྱུ་སྔ་ལྟས་ཡིན་པའི་འགྲེལ་བཤད་བརྒྱབ་ཀྱི་ཡོད། དཔྱད་རྩོམ་དེ་ཡོངས་སུ་སྒྲོག་སྦྱང་ཞུས་ཚར། ཐེངས་འདིའི་གནམ་འོག་གི་སེམས་འགྱུར་ཚན་པའི་ཆུ་ཚོད་དཔྱད་བརྗོད་ལེ་ཚན་ངོ་སྤྲོད་ཞུས་ཚར། འདི་ག་གནམ་འོག་གི་སེམས་འགྱུར་ཚན་པའི་དྲ་རྒྱའི་ཁ་བྱང་ནི www. Democracy of Tibet. Net རེད། ཐེངས་རྗེས་མའི་ལེ་ཚན་ནང་བསྐྱར་དུ་མཇལ་ཡོང།